རྣམ་གླིང་གི་བསམ་བློ་སྐུ་ངམ་བཟང་ང་བོད་ཡིག་རླུང་འཕྲིན་གྱི་སྐལ་བཟང་ཅིག་མི་ཡིན། ད་རིང་གི་ང་ཚོའི་བོད་ཡིག་རླུང་འཕྲིན་གྱི་དམིགས་བསལ་གྱི Podcast ལས་རིམ་དེའི་ཐོག་ཡིན་པ་ཡིན་ན། སྐྱབས་རྗེ་ཨ་ཀྱཱ་རིན་པོ་ཆེ་མཆོག་དང་ལྷན་དུ། རྒྱ་ནག་གཞུང་གི་ཨ་ནི་བླ་སྤྲུལ་ཡང་སྲིད་དང་འབྲེལ་བའི་སྲིད་བྱུས་འཛིན་ཕྱོགས་དང་དེ་སྔའི་གནད་དོན་ཁག་ཅིག་གི་ཐོག་ལ་རིན་པོ་ཆེན་ལ་འདུག་ཅེས་བཀའ་འདྲི་ཞུ་ཡས་ཡིན། རིན་པོ་ཆེན་ད་རིང་ང་ཚོའི་བཅར་འདྲིའི་ལས་རིམ་ཐོག་དུས་ཚོད་གནང་བ་དང་ཕེ་བ་དེ་བཀྲ་ཤིས་ལེགས་དང་དུ་ཆེ་ན་ཞུ་ཡས་ཡིན། དུ་ཆེ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཨ་ནི་དུས

ཁང་པ་དང་དེ་ཚོ་ཐོག་ལ་དཔལ་ལྡན་འཛུགས་སྐྲུན་བྱས་ནས་དཔལ་ལྡན་ཞེ་དྲག་པའི་ཡར་སྤྱི་ཆིངས་བཞག་མཚམས་བཞག་འགྲོ་གི་འདུག་མགྲོན་ཁང་ཡིན་ན་ཡང་དཔལ་ལྡན་ཞེ་དྲག་གཙུག་ཕུད་ཞེ་པོ་འཇགས་འདུག་བ་དེ་ནང་ན་ང་ཚོ་མགྲོན་ཁང་གི་སྦྱིན་བདག་དེ་ཚོའི་བོད་པ་ཆེ་ཨ་ནི་བོད་པའི་ཟ་ཁང་དང་ཚོང་ཁང་དང་དེ་འདྲ་མང་པོ་ཡོད་ཡིན་ཙང་དཔལ་ཡག་པོ་ཡག་པོ་ཐོན་གི་འདུག་ད་ལ། རིན་པོ་ཆེ་ལྟ་གཅིག། རིན་པོ་ཆེན་གྱི་སྐུ་ཚེའི་ལོ་རྒྱུས་སྐོར་གྱི་ཕྱག་དེབ་ལྟ་དབྱིན་ཇི་དང་རྒྱ་ཡིག་དང་བདུན་བསུ་སྐད་ཡིག་གཞན་པ་ཡིན་ན་དེ་སྔ་ནས་དོན་ཚར་བཞག་ལྟ་བུ་ཡིན་ན་ཉེ་བའི་ཆ་ལ་ཕྱིར་དྲན་ལ་བྱེད་དང་ལྟ་སྟོད་ཆ་སྨད་ཆ་གཉིས་ཡོད་པ་ཅིག་འདུག་ཅེས་རེད། བྲིས་འདུག་ལྟ་དེའི་ནང་ལ་ང་ཚོས་ལྟ་ངས་ཁ་སང་མ་ཀློག་ཡོད་དུས་ཙམ་པར་རིན་པོ་ཆེན་གྱིས་ལྟ་གཅིག། དེ་སྔ་ནས་ཅིག་འདི་འདྲས་ཅིག་བྲིས་དགོས་ཡ་ཅེས་བོད་ནས་ཅིག་དགོངས་པ་ཡོད་པ་བཅས་ཨ་ཕྱིར་ཚུར་སླེབས་ནས་ལྟ་གཅིག་ཐོག་མར་འདི་འདྲས་བྲིས་ཡ་ཅེས་འགོ་བཙུགས་གནང་ཡོད་དུས་ཙམ་པར་ཅིག་ཕྱག་དེབ་འདི་ཚོ་བྲིས་ཡ་གྱི་བརྒྱུད་རིམ་འགྲོ་དེ་ག་འདྲས་འགྲོ་ཅེ་ན། ད་ལྟའི་ང་ངས་མ་ནི་དེ་འདྲའི་དེབ་གཅིག་དྲི་ཉན་འཕྲོ་གི་ཡོད་ཆུང་དུས་ནས་ད་ཡིན་ན་ཡང་ང་ག་དུས་ན་དེ་ཞུ་གི་ཡོད་ད་ང་རང་ཚོ་ཐོག་ལ་བལ་ཏི་ད་དཀའ་ངལ་ཞེ་དྲག་ཡོང་བ་རེད་ད་ལྔ་བཅུ་ལྔ་བརྒྱད་ལ་དགོན་པ་ནང་ལ་བལ་ཏི་ཆོས་ལུགས་བྱུར་བཀོད་བཏང་གི་ཡོད་ཟེར་བལ་ཏི་ཆོས་དགོན་པ་སྒོ་བརྒྱབ་ཨ་ནི་བླ་མ་ད་ལེ་ན་དང་ཁམ་པོ་དང་དེ་ནས་ང་ཚོ་དགེ་རྒན་ལ་སོགས་པ་ཚང་མ་བལ་ཏི་འཛིན་བཟུང་བྱས་བཙོང་གི་ནང་ལ་བཅུག་དེ་ནས་གྲྭ་བ་ཡོད་ཡོད་གང་ག་བས་ཏེ། ལྕགས་ཕབ་བཅུག་ཨ་ནེ་ལས་ཀ་བྱེད་བཅུག་ཏུ་བྱས་ནས་ཞི་ར་ག་ངི་ཕྲ་བ་རེད་ལྟ་ང་དེ་དུས་སླབ་གྲྭ་ནང་ལ་རྒྱ་ཡིག་གི་སླབ་གྲྭ་དེ་འདྲའི་རྒྱ་མི་སླབ་གྲྭ་ནང་ལ་ལྟ་ང་རེད་ཏུ་བྱས་ནས་ད་གྲྭ་བ་བྱེད་གོ་སྐབས་བྱུང་ཡོད་བ་མ་རེད་ལྟ་ངི་མདོར་བསྡུས་གར་ཤེག་ཡིན་ཟེར་ན། ད་ང་ཚོ་ཆུང་དུས་ནས་པེ་ཤ་ཏ་ཡིག་གི་དེ་འདྲའི་གོ་སྐབས་དུས་སྐབས་དེ་འདྲའི་བྱུང་ཡོད་བ་མ་རེད་ད་གོ་སྐབས་དེ་འདྲའི་གཅིག་ཡས་བྱུང་བ་མ་རེད། ད་དཔེ་ཆ་ད་ཡོད་མ་རེད། ཨ་ནི་སློབ་ཆུང་ཡང་སློབ་ཆུང་ད་རིག་གནས་གསར་བྱེད་ད་དེ་ཚོ་བྱས་ནས་པས་ཡང་སླབ་གྲ་ཟེར་ན་སླབ་གྲ་འགྲིམ་ཐུབ་ཡོད་མ་རེད། ད་ཏུགས་བྱེད་ནི་ག་ཡོད་མ་རེད་དེ་ཡིན་ན་ཡང་ང་ཆུང་དུས་ནས་ཅིག་ད་ངའི་ཨ་ཞང་ཅིག་ཡོད་རེད་འཇའ་ཡང་རིན་པོ་ཆེ་ཟེར། ཡོངས་འཛིན་འཇའ་ཡང་རིན་པོ་ཆེ་ཟེར་ད་པཎ་ཆེན་སྐུ་འཕྲེང་བཅུ་པ་གི་ཡོངས་འཛིན་རེད་ཤག། ཁོང་དང་ང་ཚོ་མཉམ་དུ་ཡོད་རེད། ཁོང་རྦད་དེ་ད་དེ་དུས་ཕྱི་དྲོའི་གི་ད་ཞྭ་མོ་གོན་ཡོད་སའི་ཞྭ་མོ་གཡོག་ཆེད་ཨ་ནི་མི་ཚོ་སྟོང་ཆུང་ཆེད་ཨ་ནི་རང་དབང་མེད་པ་ཆེད་དུ་ཆིན་ཞི་ར་དཀའ་ངལ་འོག་ལ་ཐུགས་སུ་བཞུགས་ཡོད་རེད་ད་ང་ཚོ་ཚང་མ་དེ་འདྲ་རེད་དེ་ཡིན་ན་ཡང་ཁོང་རྦད་དེ་ལྷག་པར་དུ་ད་ཡང་རང་དབང་མེད་པ་དེ་འདྲ་རེད་ང་ལ་བཙོན་ཁང་ནང་ལ་ཕེབས་རེད་བ། དེ་ནས་ཕྱིས་སུ་ཁོ་རང་ཁོང་ཕྱི་ལོག་ཕེབས་ཕྱིན་ང་ཚོ་མཉམ་དུ་ད་ཐོན་ཕྱི་རུ་གང་སའི་ལས་ཀ་བྱས་ནས་བསོད་ནམས་ཤིང་སྟབས་ནས་འདུག་ས་བདེ་བ་རེད་ད། བཅོས་སྒྱུར་བྱས་ཤིང་སྟབས་དེ་ནས་ཆུ་མཛོད་བཟོས། ད་རྒྱ་ནག་ལ་ཆུ་མཛོད་མང་པོ་ཡོད་རེད་པ་ཆུ་མཛོད་བཟོས། ལང་ཀ་བཟོས་དེ་འདྲ་དེ་འདྲ་བྱས་ནས་བདེ་བ་རེད་ད། དེའི་སྐབས་སུ་ད་ཁོང་གིས་ཆང་ཡོན་ཏན་སྦྱང་དགོས་རེད་ད་ཟེར་ད་ཆང་ཚོ་རིག་གནས་གསར་བརྗེ་རེད་འདི་རེད། ཕ་གི་རེད་སེ་ཁ་ཡར་ནི་འདུག་སེ་ཆེན་དུས་ཚོད་འཕྲོ་བ་བཏང་ཡ་ཡོད་མ་རེད་སེ་ད་ཆུང་ཆུང་ཡིན་དུས་གང་ལ་ག་རེ་ཡིན་ན་ཅིག་སོ་སོ་རྒྱ་ཡིག་ཡིན་ན་སྦྱང་ན་འགྲིག་གི་རེད་སེ་དེ་ནས་ད་བོད་ཡིག་ཡིན་ན་ཡང་ག་རེ་ཡིན་ན་ད་དེ་དུས་བོད་ཡིག་དང་དཔེ་ཆ་དང་དེ་འདྲ་ཀློག་ཡ་གི་གོ་སྐབས་ཡོད་ཁྱོན་ཡོད་མ་རེད་མཐོང་ཆོག་གི་མ་རེད་མཐོང་རག་ཆོག་གི་མ་རེད་དེ་ནས་ཁོང་གིས་ཀློག་ལ་དེ་འདྲའི་དཔེ་ཆ་དང་དེ་ཚོ་བལྟས་ཚེ་བལྟས་ཚེ་འཕྲིན་ནང་ཆེ་ད་དཀའ་ངལ་ཡོད་ཡོད་སྐབས་སུ་ཡོད་འདུག་སེ་ཆེན་བལྟས་ཚེ་སློབ་སྦྱོང་འདྲ་པོ་དེ་འདྲ་བལྟས་ཚེ། བྱུང་ཡོད་རེད། ད་དེའི་གི་སྤྱན་གི་ད་གཅིག་དེབ་འདྲ་པོ་གཅིག་བྲིས་ན་སི་དེ་དོན་དུ་བསམ་བློ་བཏང་གི་ཡོད། ད་མདོར་ཚ་དེ། ད། བཅུ་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ། ད། བཙན་བྱོལ་ལ་ཡོང་བྱས་ཨ་ནི། ད། སྒོ་ར་བརྒྱབ་ནི་ད་ལྷོ་ཨ་མི་རི་ཀ་དང་དེ་དེ་བ་དེ་ཨ་ནི་དེ་ནས་ཇ་ན་ཏཱ་གྷར་ས་ནིའུ་ཡོག་ཁ་ལ་སླེབས་དེ་ནས་ལྕང་སྐོར་བ་ཕྱི་ལ་རྒྱ་གར་ཞུ་རྒྱུ་བྱུང་དེ་ནས་ཨ་མི་རི་ཁ་ལ་བསྡད་བར་བ། ལ་རེ་ལ་རེ། ཨ་མི་རི་ཁ་ལ་བསྡད་ཚར་བའི་རྗེས་སུ་ད་དང་པོ་ཁ་ལི་ཕོར་ཉི་ལ་ང་ཚོ་ས་ཆ་གཅིག་བསྡད་ས་གཅིག་ཉེ་བ་རེད་ད་ས་ཆ་དེ་ནས་བཟུང་ད་ངས་ཁམ་པུའུ་ཏར་གཅིག་ཉོས་བྱས་ཨ་ནི་གློག་ཀླད་ནང་ལ་ད་རྒྱ་ཡིག་མ་གཏོགས་ང་ཚོ་བཅུག་ཤིང་གི་མེད་པ་དེ་དུས་བོད་ཡིག་ད་དེ་འདྲ་བཅུག་ཡོད་ཀི་ང་ཚོ་ཤེས་ཀི་ཡ་མེད་ཡོད་ཡོད་ཚ་མ་རེད་ཞེས་དྲ་དེ་ནས་ད་རྒྱ་ཡིག་ཐོག་ནས་ངས་དེབ་བྲིས་ཡ་གི་དེ་འགོ་བཙུགས་པ་ཡིན། འགོ་བཙུགས་སྐུ་དོན་ག་རེ་རེད་ཟེར་ན་ང་རང་གིས་ད་ཟིན་ཐོ་འཇབ་ཆེད་ཅིག་ས་བོན་དེབ་གི་དེ་འདྲའི་ག་ཡོད་མ་རེད་པ་ད་གང་ག་དཔེ་དེ་ཀླད་ཀོང་ཐང་ལ་ཡོད་རྒྱུ་དེ་སོང་མ་གཏོགས་གཞན་ད་ག་ཡོད་མ་རེད་ད་དྲན་པ་བརྗེད་འགྲོ་གི་རེད་སྲིད་ད་ཆུང་དུས་ནས་ག་རེ་བྱས་བ་ག་རེ་བྱས་བ་སྲིད་དུ་བའང་ཅིག་ཅིག་ཅིག་དེ་ནས་དཀར་ཆག་འདྲ་པོ་ཅིག་བཟོས་ནས་དེའི་ནང་ལ་སྦྱང་གི་སྦྱང་གི་ད་ཡང་དྲན་སོང་ན་ཇེ་མང་བལྟས་ཚེ་སྟངས་སྡུག་སེ་བྱས་ནས་སྡུག་ཟེར་བྱས་ནས་འགོ་བཙུགས་ནས་ཅིག་བྲིས་བ་ཡིན། ཨ་ལས་ལ་ཟེར། ཨ་ལ་ཟེར། ལ་རེ། ད་ལྟ་རིན་པོ་ཆེན་གྱི་ད་ཕྱག་དེབ་དེ་ཁ་སང་ད་ལྟེ་བའི་ཉིན་ཤས་ནང་ངས་མ་གཏུགས་སུ་ཀློག་ཡོད་འདུག་བརྩམས་པ། ད་དེ་སྤྱི་བཏང་གི་དེབ་ཅིག་མར་ཤར་བེད་དེ་ད་ང་ཚོ་ཉེ་བའི་ད་ལོ་གཞོན་པ་ཚོས་ཀྱིས་ངེས་པར་དུ་སློབ་སྦྱོང་བྱེད་དགོས་ཡ་ཅིག་ད་ད་འདས་པའི་ད་ཉེ་བའི་ལོ་རབས་ཀྱི་ད་བོད་ཀྱི་ལོ་རྒྱུས་ནང་ལོ་ནས་གནས་ཚུལ་གལ་ཆེན་པོ་མང་པོ་ཞུ་ཅིག་ད་རིན་པོ་ཆེན་གྱི་དེ་ནང་གླེང་སློང་བྱེད་འདུག་བརྩམས་པ། ད་དེ་ང་ཚོས་དོན་ཚན་རེར་རྗེས་མ་རིན་པོ་ཆེན་ལ་བཀའ་འདྲི་ཞུ་དགོས་ཡ་ཅིག་རེད་བཤད་ཡིན་པ་ཡིན་ནས་ད་དེ་ནང་ལོ་ནས་ད་རིང་དུས་ཚོད་སྐྱེན་པའི་ད་ལེའུ་བཅོ་གསུམ་པ་འདི་ཨ་ནེ་པན་ཆེན་འཕར་མ་ལ་བྱས་ད་པན་ཆེན་རིན་པོ་ཆེའི་ཡང་སྲིད་ཀྱི་གནད་དོན་དེ་རེད་ཤག་དེའི་གི་གོང་དེ་རིན་པོ་ཆེ་ང་དེ་ཅིག་ཀར་ཞུགས་ཡིན་རིན་པོ་ཆེན་གྱི་མཛད་རྣམ་ནང་ལོ་ལ་བརྒྱད་ཡོད་འདུག་ཙམ་པ་པན་ཆེན་སྐུ་འཕྲེང་བཅུ་པ་དང་རིན་པོ་ཆེན་བུ་རུ་ཏྲེན་ཅིག་འབྲེལ་བ་དམིགས་བསལ་ཅིག་ཡོད་པ་ཅིག་གུས་འདུག་དེ་འདི་འདུག་ཙམ་པ་རྒྱལ་བ་པན་ཆེན་སྐུ་འཕྲེང་བཅུ་པ་དེ་རིན་པོ་ཆེན་གྱི་མཇལ་ཡོད་འདུག་ཙམ་པ་ད་སྡོམ་ཞིག་བསྐྱོན་ན་མི་ག་འདྲས་འཇོག་རེད། རེད།
ད། ངས་དེབ་དེའི་ནང་ལ། གཙོ་བོ་དེ། དེའི་སྐོར་ཅིག་བཤད་དགོས་ཟེར་འདུག་ཟེར་བསམ་བློ་བཏང་ནས་དེ་ཚོ་བྲིས་ཡོད། ད་ཡིན་ན་ཡང། ད། པཎ་ཆེན་རིན་པོ་ཆེ་དང་ཡང་ཐུན་མོང་མ་ཡིན་པའི་དེ་འབྲེལ་གྱི། ད། སྐྱེ་བ་སྔ་མ་གི་སྨོན་ལམ་ཟེར་ན་ཡང་འདྲ་ག་རེ་ཡིན་ན་འདྲ་དེ་འབྲེལ་གྱི། ཆ་ཅན་ཅིག་ཡོད་ཡིན་ཙང། ཁོང་དང་བལྟས་ཚེ་འབྲས་བུ་དེ་འབྲེལ་གྱི། དེ་ཚོ་བྱུང་བ་རེད། རེད་དེ་ཡིན་ན་ཡང། ཡང་ཁོང་གི་ལོ་རྒྱུས་དག་དེ་ཚོ་དཔེ་དེ་ཞིབ་ཚགས་པོ་དེ་འབྲེལ་གྱི། གྲ། གྲ་སྒྲིག་ནས་དེ་འདྲས་བྱས་ཡོད་མ་རེད། བྱས་ཙང་ད། སོ་སོས་ག་རེ་མཐོང་བ་ག་རེ་ཐོས་བ། ད། སོ་སོའི་ཉམས་མྱོང་ལ་ག་རེ་བྱུང་བ་དེ་ཚོ་ལྟ་ཐུགས་སུ་ཐོག་བརྒྱབ་ཤག་དེ་མ་གཏོགས། བང་འདྲ་པོ་བསྒྲིགས་བྱས་དཔེ་དེ་ཞེ་དྲག་གི་དེ་འདྲ་གཅིག་གིས་བྱུང་ཡོད་མ་རེད་ད། ཡིན་ན་ཡང། པཎ་ཆེན་རིན་པོ་ཆེའི་སྐུ་འཕྲེང་བཅུ་པ་དེའི་དཔེ་དེ་ཐུང་མ་ཡིན་པ་ཅིག་ཡོད་རེད་སྤྱིར་བཏང་གི་ཅིག་བྱས་བ་ཡིན་ན་ད་ང་ཚོ་མི་ཡི་གི་བཅུ་མི་བཅུ་མ་ནང་བཞིན་བྱས་བ་ཡིན་ན། ད། ཁོང་ཡང་གར་སོང་གི་རེད། དེ་ཤག་གི། ད་དེང་དུས་ཀྱི་མི་འདྲ་བོ། ད་གཞོན་གཞོན་ད་ཡོད་རེད་པ། དེ་འདྲའི་ད་མོ་དྲ་ལྟ་ཉན་ལ་དཔེ་དེ་དགའ་བོ་ཡོད་བ། ཨ་དེ་ནས་ཡང་ཅིག་ཆུ་བ་འཁོན་བྱས་འདུག་ས་ཕེ་ཡ་ཡིག་ཆུ་བ་འཁོན་དེ་ནས་ཇུར་ཐག་རིང་པོ་དེ་འདྲའི་མནབས། ཨ་དེ་ནས་ཅིག་འདུག་ས་རྫིག་པོ་ཆེ་ད་གཞོན་དེ་ནས་མེ་མདའ་བརྒྱབ། དེ་འདྲའི་དེ་འདྲའི་ཆེ་ལ་ཞེ་ར་དགའ་བོ་ཡོད་པའི་དེ་འདྲའི་གི་ཁོང་དེ་འདྲའི་ཅིག་རེད་དེ་མོ་ཏྲ་བཏང་ནས་ཁོང་བཏང་གི་རེད་ད་ཞེ་དྲ་མོ་ཏྲ་བཏང་བཞིན་གི་རེད་ད་ད་དེ་དེ་ཁོང་གི་མོ་ཏྲ་བཏང་དུས་གང་ལ་དེ་ས་ཆ་ཆུང་ཆུང་ནང་ལ་སྐོར་ར་བྱབ་དགོས་ན་དཀའ་ལས་ཁག་པོ་འདུག་ག་ད་ང་ཚོ་གློག་བརྙན་ནང་ལ་མཐོང་གི་ཡོད་སུ་ཁྱེད་ནི་སྐོར་ར་བྱབ་དུས་སུ་གནང་གི་འདུག་ག་ད་ང་ཚོ་དཔལ་དེ་ཞེ་ར་དེ་ཧང་སང་ནི་སེ་གོ་རེད་ག་རེ་སེ་གོ་རེད་དེ་འདྲའི་མཐོང་མྱོང་འདུག་སེ་ཡིན་དུས་གང་ལ་ད་སྤྱིར་བཏང་གི་ཁོང་གི་དེ་ཨ། རང་བཞིན་འདྲ་པོ་དེ་གར་སོགས་རེད་ད་དེ་འདྲའི་ལ་དགའ་པོ་དེ་འདྲའི་རེད། ད་ཡིན་ན་ཡང་དེའི་གཅིག་པོ་དགའ་བོ་ཆེ་གཞན་དག་དེ་ཚོ་རྣམས་ཡང་དེ་འདྲ་ཁྱོད་ནི་མ་རེད། དཔེ་དེ་དཔེ་ཆ་ཐོག་ལ་དེ་ཆ་དཔེ་ཡོན་ཏན་དཔེ་མི་སྲིད་པ་གི་ཡོན་ཏན་ཆེན་པོ་རེད། ཨ། དེ་ནི་རྗེས་མ་ང་ཚོ་དེ་བཞུགས་ལ་ང་ཚོ་ད་ལམ་རིམ་དག་དེ་ཚོ་དཔེ་ཆ་དེ་འདྲ་མང་པོ་ཁྲིད་མྱོང། ད་དཔེ་མི་སྲིད་པ་གི་སྐུ་ཡོན་ཡོད་བ་དེ་འདྲའི་རེད། དེ་ནི་ཡང་གཅིག་གི། ད་ལྗགས་རྩོམ་འདྲ་པོ་དེ་འདྲ་ཐུང་ཐུང་ཐུང་ཐུང་བྲིས་གནང་དུས་གང་ལ་ཁོང་གིས་དེ་རྦད་དེ་བྲིས་སྟངས། ཁོང་གི་ཡི་གེ་ཀྱི་ཐོབ་སྟངས་དེའི་ཐོག་ལ་བརྗོད་བྱ་དེ་ཚོ་གི་རྦད་དེ་སྡེབ་སྦྱོར་དེ་ཚོའི་ཐོག་ལ་ཕན་མི་སྲིད་པ་གཞན་དང་མ་འདྲ་བ་དེ་འདྲའི་དེ་འདྲའི་འདུག་ད་ཡང་དེའི་མ་ཡིན་པ་གི་འཇིག་རྟེན་གྱི་སྤྱིར་བཏང་གི་ཅིག་ད་དཔེར་ན་ངས་དཔེ་ཅིག་གནང་གིན་ད་ངས་གང་བྱུང་མ་བྱུང་གང་གང་དཔེ་ནས་བཤད་ནས་བཞག་གི་ཡོད་རེད་པ་ད་ང་ཁོང་གི་ཞབས་ཆུ་ཁྲི་ལ་ཕྱིན་ཆེད་ཐེངས་མ་གཅིག་ལྷོ་ཨ་མེ་རི་ཁ་ལ་འགྲོ་ཆུག་དེ་འདྲའི་གོ་སྐབས་ཅིག་བྱུང། ང་ཚོ་འདི་ནས་རྒྱ་ནག་ནས་གནམ་གྲུ་བསྡད་ཆེད་ཨ་ནེ་འདི Canada Vancouver ཟིག་འདུག Vancouver ལ་ཞག་མ་གཅིག་བསྡད། ཨ་ནེ Vancouver ནས་ཉིན་གཉིས་པ་དེ་ད་དེ་ནས་ཉི་མ་གཅིག་གཉིས་བྱས་ཏེ་ཨ་ནེ་གང་ལྟར་དེ་ནས Mexico ལ་སླེབས་བ་རེད། Mexico City ལ་ཉི་མ་ཁ་ཤས་བསྡད་བ་རེད། Mexico ལ་བསྡད་དུས་གང་ལ་དེ་ཆོད་ནས་ང་གཉིད་ཁུག་མ་སོང་རེད་པ། ཉི་མ་ཁོ་ཆེ་དེ་ནས་ཁོང་གིས་སྔ་དྲོ་ང་ཚོ་ཞབས་ཕྱི་བོད་པའི་ཞབས་ཕྱི་ང་ཚོ་གསུམ་བཞི་ཅིག་ཡོད་རེད། ད་ཁོང་གི་རྒྱ་ནག་གི་གཞུང་འབྲེལ་ཡིན་ཙང་ད་དཔེ་དེ་རྒྱ་མི་གི་དེ་འདྲའི་ཁོ་རང་གི་ཁོང་གི་ད་ཞབས་ཕྱི་སྐོར་རེ་དྲུང་ཡིག་མང་པོ་བྱེད་ཡོད་རེད་དེ་ཡིན་ན་ང་ཚོ་བོད་པའི་ང་ཚོ་མི་གསུམ་ཡོད། དེ་ང་ཚོ་ལོགས་བསྡད་ཡོད་པ་དེ་ང་ཚོ་སྔ་དྲོ། དེ་ཕྱིར་གང་ལ་ཆ་མཐོང་དེ་གང་ལ་མཉམ་དུ་འཛོམས་ཏེ་དེ་གར་ཆས་སོང་མཁའ་འགྲོ་གཉིས་ཁུར་སོང་བ་སྲིད་དུ་སྲིད་དཀར་དཀར་འདྲེན་དེ་དུ་སྲིད་ནང་སོང་ནང་གི། དེ་ནས་དེ་ང་ཁམས་སུ་ཁྱད་མཚར་པས་ཟླ་ངོ་གཅིག་ཡས་གཉིས་ཁུར་མ་སོང་སྲིད་དུ་ཞི་བ་ཡིན་པ། ཧོ་དུས་ཚོད་ཀྱི་འགྱུར་བ་ཐལ་བ་རེད་ད་སྲིད། ཇཱ་དི་ལ་ཀིས་ཀྱི་རིག་པ་དག་དབྱིན་ཇིའི་ཐོག་ལ་དུས་ཚོད་འགྱུར་བ་ཐལ་བ་རེད་ད་སྲིད་དུ། དེ་ནས་དུས་ཚོད་འགྱུར་བ་དེ་ག་འདྲ་ཐལ་བ་ཡིན་ན་སྲིད། དེ་ནས་ཁོང་གིས་དེ་དེའི་དཔེ་བཞག་ནས་ད་ང་ཚོ་དེ། གར་ཚོགས་རེད་ད། དབྱིན་ཇི་གི་བྷ་རོ་མེ་ལན་ཟེར་གི་འདུག་བ། ལོང་ལོང་ལོང། བྷ་རོ་མེ་ལན་ལ་དཔེ་ཆགས་ན་འཛམ་བུ་གླིང་འདི་འདྲ་བོ་གཅིག་ཡིན་ན། འདི་འདུག་སི་འདུག་སི་འདུག་སི་ཅན་དུམ་བུ་ཉི་ཤུ་རྩ་བཞི་གི་སྟག་འང་ཡིན་ན་དུམ་བུ་གཅིག། དུས་ཚོད་གཅིག་རེད་ད་སི། ད་འདུག་སི་ཆེ་བ་ཡིན་དུས་གང་ལ་དུས་ཚོད་ཉི་ཤུ་རྩ་བཞི་ནང་ལ་ད་འབྱོར་བ་ཐེབས་འགྲོ་གི་བ་རེད་སི་འཛམ་གླིང། ད་ང་ཚོ་འདུག་སི་ང་ཚོ་འདི་ནས་ཡོང་བ་རེད་ད་འདི་ནས་འདིའི་བར་ལ་དུས་ཚོད་འདི་འདྲའི་གཅིག་གི་དུས་ཚོད། འཕྲད་པ་བྱུང་བ་རེད། དེའི་གི་རྐྱེན་གི་ད་དུས་ཚོད་དེ་ད་ཕ་གའི་ཉིན་འགར་རེད་ད་འདི་མཚན་ལ་རེད། ཕ་གའི་ཡིན་དུས་ག་ལ་མཚན་ལ་ཡིན་དུས་ག་ལ་ང་ཚོ་འདི་ཉིན་འགར་རེད་དེའི་གི་ད་ཆང་གི་དེ་ཧ་མ་གོ་ཆེན་ད་ཀླད་པའི་ནང་ལ་མ་འཁོར་བ་ཆེན་ད་སྙིང་མ་འཁོར་དེ་འདྲའི་རེད་སྲིད་དུ་གསུང་གི་འདུག་ད་ང་དེ་བྱུང་དུས་གང་ལ་དེ་འདྲའི་ལབ་སྒྲ་ད་དེ་འདྲའི་ལ་ཏེ་ཙེ་ཏེ་ད་འགྲོ་མྱོང་ཡོང་རེད་པ། ཡིན་ན་དེ་འདྲའི་ཅིག་ཐེངས་དང་པོ་གོ་རྒྱུ་རེད་བྱ་དུས་ཚོད་དེ་དེ་ནི་དཔེ་ཧང་སངས་སོང་རེད་པ། ད་ལྟའི་བཞུགས་སྒོ་བསམ་བློ་བཏང་དུས་གང་ལ་ཁོང་གི་དེ་འབྲེལ་གྱི་སྐོར་ལ་འཇིག་རྟེན་གྱི་སྤྱིར་བཏང་གི་ཅིག་ཤེས་ཡོན་དེ་ཚོ་གང་གང་ལ་དཔེ་དེ་ཞེ་དྲག་གི་ངེས་བོ་ཡོད་བ་དེ་འདྲས་རེད་འདུག་ལ་དེ་འདྲས་རེད་ས། ལ་རེ་རིན་པོ་ཆེ་དེ་ནས་ལྟ་ཅིག། པཎ་ཆེན་སྐུ་འཕྲེང་བཅུ་བ་དགོངས་པ་རྫོགས་པའི་གནས་ཚུལ་དེ་ལྟ་ཅིག། གནས་ཚུལ་དེ་ལ་སྒྲ་མ་འདྲ་ཅིག་མང་པོ་བྱུང་རེད་ལྟ་རྒྱ་མིས་སྤྲོངས་པའི་གནས་ཚུལ་མང་པོ་བྱུང་རེད་ཡིན་པ་ཡིན་ནས་ལྟ་པཎ་ཆེན་སྐུ་ཕྲེང་བཅུ་གཅིག་པའི་ཡང་སྲིད་ཚལ་དེའི་ཐོག་ལ་རྒྱ་ནག་གཞུང་གིས་ཐེ་ཇུས་བྱས། དེ་ནས་སྐུ་མདུན་གྱིས་ཡང་སྲིད་ཅིག་གི་སྟབས་འོས་མི་གཅིག་གསལ་བསྒྲགས་གནང་ཡོད་རོགས། དེ་དུས་ཙམ་པར་ད་ཅིག་རྒྱ་ནག་གཞུང་གིས་པཎ་ཆེན་རྫུན་མ་དེ་ད་རྒྱལ་མཚན་ནོར་བུ་ལས་དེ་བཀོད་ཡག་གི་བརྒྱུད་རིམ་དེ་ག་འདྲས་ཆེ་ནས་འགོ་བཙུགས་རེད་རིན་པོ་ཆེ་མཛད་རྣམ་གནང་ལོ་རེད་དེ་སྐབས་དུས་དུ་རིན་པོ་ཆེ་ཚོགས་འདུ་མང་པོ་བཅུག་འདུག་ཅེས་ཕེབས་པའི་གནས་ཚུལ་ཞིག་འདུག་ག་འདྲས་ཆེ་ནས་འགོ་བཙུགས་རེད་རྒྱ་མི་དེ། ད་པཎ་ཆེན་རིན་པོ་ཆེ་དང་པོ། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོ་ཡིན་པ་ཡོད། དེ་ནི་ཡང་བཀྲ་ཤིས་ལྷུན་པོ་དང་བཀྲ་ཤིས་རྣམ་རྒྱལ་སྲས་དག་ཁོང་གི་རིག་གནས་གསར་བརྗེའི་སྐབས་སུ་བཀྲ་ཤིས་ལྷུན་པོ་ལ་ཡང་དག་ངན་ཆགས་ཤི་རགས་ཆེན་པོ་བྱུང་བ་རེད་པ་བར་ཆད་ཆེན་པོ་བྱུང་བྱས་ཨ་ནི་གཏོར་ལ་བཏང་འདུག་སེ་བྱས་ནས་པཎ་ཆེན་སྐུ་ཕྲེང་རིམ་བྱོན་གྱི་དེ་ཚོའི་སྐུ་གདུང་དེ་ཚོ་མ་གཏོར་འདུག་སེ་བྱས་པ་རེད་དེ་ནི་ཁོང་གི་དེའི་ནང་ནས་སྐུ་གདུང་གི་ད་ཧྲིལ་བོ་དེ་འདྲའི་ལྟས་ཙི་ལྟས་ཙི་དེ་འདྲའི་བཞུགས་ལ། ཁོང་ལ་ཡར་ཕུད་ཕྱིར་ཁོང་ར་ལག་པ་རང་རེད་པ། དེ་འདྲའི་གི་སྐུ་འཕྲེང་སྔགས་ཀྱི་ད་དུམ་བུ་ལྟས་ལྟས་ཙི་ཡོད་དེ་གང་ག་མཉམ་དུ་བཞག་ནས། ད་སྐུ་འཕྲེང་སྔགས་ཀྱི་སྐུ་གདུང་མཉམ་དུ་ཡོད་པའི་དེ་འདྲའི་གི། ལྷ་ཁང་ཆེན་པོ་ཆེ་ཞང་རེད་དེའི་མིང་ལ་བཀྲ་ཤིས་རྣམ་རྒྱལ་ཟེར་གི་རེད། བཀྲ་ཤིས་རྣམ་རྒྱལ་དེ་ཞང་གྲུབ་ནས་ད་དེའི་གི་ཐོག་ལ། ད་རབ་གནས་གི་མཛད་རིམ་ཟེར་གོ་རེད་པ་རབ་གནས་གི་མཛད་སྒོའི་ཐོག་ལ་ད། བོད་ལ་ཡོད་པའི་བླ་ཆེན་དང་མི་དྲག་ཚང་མ་ཁོང་གིས་ད་གདན་འདྲེན་ཞུས་པ་རེད། དེ་ནི་དེའི་མ་ཡིན་པར་གི་ད་སོག་པོ་ནས་ནང་སོག་ཟེར་གི་རེད་པ་ད་ཕྱི་སོག་མ་རེད་ནང་སོག་དང་དེ་བཞིན་གི་ད་ཡང་རྒྱ་ནག་ནང་གི་ཅིག་གི་མིང་གྲགས་ཅན་དེ་འདྲའི་གི་བླ་མ་ལ་སོགས་པ་གང་ག་དཔེ་དེ་རུ་རུ་ཆེན་ད་མང་པོ་ཅིག་འཛོམས་པ་རེད་ད་ཐུགས་སུ་ཆེ་ནི་ད་འཛའ་རིམ་དེ་དཔེ་དེ། ད་སྤྱི་བོ་བཞི་བོ་ཅི་གནང་རེད། གནང་ནས་ད་གོང་ཡས་པད་དེ་ཐུགས་གཉིས་པོ་བཞི་བོ་གནང་རེད། དེ་ནས་རྫ་རུམ་གྲུབ་ནས་ད་ང་ཚོ་གང་ག་ད་ཉི་མ་ཁ་ཤས་རྫ་རུམ་དེ་གནང་བྱས་དེ་ནས་གྲོལ་ནས་ད་སོ་སོ་སོ་སོའི་བང་པ་ལ་འགྲོ་འགྲོ་གི་རེད་པ། ད་ང་ཚོ་ཡས་དེ་འདུག་ས་ཐོན་པ་རེད། ཐུགས་ནས་འགྲོ་དུས་གང་ལ་དེ་ནས་ང་ཚོ་མོ་ཏྲ་བཏང་ནས་ཉི་མ་གཅིག་གི་ལང་ཀ་ལ་སླེབས་དུས་གང་ལ་དཀར་མོ་སེང་གེ་གྲོང་ཁྱེར་གཅིག་ལ་སླེབས་པ་རེད། སླེབས་དུས་གང་ལ་དེ་ནས་ཧོབ་ཐོབ་བྱ་གང་ལ། དེ་གློག་འཕྲིན་སྒང་ལ་པཎ་ཆེན་རིན་པོ་ཆེའི་སྐུ་འཕྲེང་བཅུ་པ་དགོངས་པ་རྫོགས་སོང་ཟེར་འདུག་གསལ་བསྒྲགས་བྱས་སོང་ཨ། ད་དཔེ་དེ་ཚང་མ་དཔེ་དེ་ཧ་སང་སོང་གང་ཡིན་ཟེར་ན་ཁོང་དཔེ་དེ་སྐུ་གཟུགས་དཔེ་དེ་དང་ཐང་དེ་ནས་ད་ཕྱག་ལས་གང་ག་གྲུབ་ནས་དཔེ་དེ་ཞེ་དྲག་གི་ཐུགས་རྗེ་པོ་ཆེ་གནང་ཡོད་པའི་སྐབས་སུ་ཧོབ་སྐ་ལ་དགོངས་པ་རྫོགས་སོང་ཟེར་ན་ད་དེ་དཔེ་དེ་ཨ་མཆོག་ནང་ལ་ཡར་འགྲོ་གི་མི་འདུག་ལ་དཔེ་དེ་བློ་ཡུལ་ལ་མ་ཤོང་བ་དེ་འདྲ་བྱུང་གི་འདུག་ཨ། ད་དུག་སེ་ཆེན་འདིའི་སྒང་ལ་ད་གནད་དོན་མང་པོ་ཅིག་ཡོད་ཡིན་ན་ཡང་ད་དེ་རིང་གི་དུས་ཚོད་ཀྱི་དབང་གིས་ད་ང་མང་པོ་ཞུ་མ་དགོས་པ་བྱས་ད་དེའི་ཐོག་ནས་ད་ཁོང་གི་ཡང་སྲིད་ཀྱི་དེ་ལམ་སང་ད་མུ་མཐུད་ནས་གནས་ཚུལ་ཡོང་གི་ཡོད་རེད་པ་ད་ཁོང་གི་ཡང་སྲིད་དེ་གར་བྱེད་དགོས་རེད་སེ་དུག་སེ་བྱུང་བ་རེད་ད་དེ་ཡང་སྲིད་དེ་གི་སྐོར་གླེང་ཡོང་དུས་སྒང་ལ་ད་དགུ་བཅུ་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གྱི་ལོ་དེའི་ནང་ལ། ད་རྒྱ་ནག་གི་སྲིད་བྱུས་དེ་ལ་འགྱུར་བ་མང་པོ་ཞིག་ཐེབས་ཡོད་རེད། ད་ལྔ་བཅུ་ནང་ལ། ད་ལྟའི་ཚེ་ཅིག་བོད་ལུང་པ་དང་དེ་ཚོ་ལ་ལྟས་ཚེ་ཅིག་གུ་ཡངས་པོ་བྱེད་ན་ཤ་རེད།
དྲུག་བཅུའི་ནང་དང་བདུན་བཅུའི་བར་རུ་ལ་ལྟ་བས་དེ་ད། རིག་གནས་གསར་བརྗེ་དང་དེ་ཚོ་འགོ་བཙུགས་ཆེད་ད་དཔེ་དེ་གོམ་པ་གང་ག་གཏོགས་རུ་འདུག་བྱས་ནས་ད་ཞེ་དྲག་གི་ཉམས་ཆག་བྱུང་བ་རེད། དེ་ནས་བདུན་ཆུ་ནས་བརྒྱད་ཆུ་བར་ལ་ད་འགྱུར་བ་ཐེབས་ནས་ལྟས་ཙི་ལྟས་ཙི་ཡག་རོ་ཕྱིན་བྱས་འདུག་ཕྱིན་པ་རེད། ད་བརྒྱད་ཆུ་ནས་དགུ་བཅུ་བར་ལ་ད་རྒྱ་ནག་ལ་འགྱུར་བ་ཞེ་དྲག་ཆེན་པོ་ཐལ་བ་རེད་ད། ད་གར་སོ་རེད་ཆབ་སྲིད་ཀྱི་བལ་དེ། སྒོ་འབྱེད། ད་ཕྱི་ལོག་ལ་སྒོ་འབྱེད་པ་ཡིན་ཟེར་འདུག་ཕྱི་ནས་ཕྱི་འབྲེལ་ད། ཕྱིའི་རྒྱལ་ཁབ་དང་ནུབ་ཕྱོགས་ཀྱི་རྒྱལ་ཁབ་དང་ད་མདོར་བསྡུས་བཤད་པ་ཡིན་ན་སྤྱི་ཚོགས་རིང་ལུགས་ཟེར་མཁན་དེ། Communist། རེད་པ། སྤྱི་ཚོགས་རིང་ལུགས་དང་མ་རྩ་རིང་ལུགས་དུ་ཟེར་འབྲེལ་བ་བྱེད་ཡག་གི་སྒོ་དེ་བཙུགས་པ་རེད། སྒོ་དེ་བཙུགས་ཆེད་ད། ཡག་པོ་ཡར་རྒྱས་ཞི་ར་ཕྱིན་པ་རེད། རྒྱ་ནག་ནང་ལ་ཡོད་པ་དེ་གུ་ཡངས་པོ་རེད་ཆགས་རེད་ད། དུག་སེལ་བྱེད་ཡོང་དེ་གང་ལ་ད་རྒྱ་ནག་གི་འགོ་ཁྲིད་དེ་ནང་ལ། ད་འགོ་ཁྲིད་འདྲ་མིན་གྱི་ལྟ་ཚུལ་གཉིས་བྱུང་བ་རེད་གཅིག་ག་རེ་ཟེར་ན་བལྟས་ཚེ་གཅིག་གུ་ཡངས་པོ་བྱས་ནུབ་ཕྱོགས་ཀྱི་ད་མ་རྩ་རིང་ལུགས་དང་འབྲེལ་བ་བྱས་ནས་སྤྱི་ཚོགས་སྤྱི་འཕེལ་འགྱུར་བཏང་ཡང་དེ་ཆད། ད་འཕེལ་འགྱུར་དེ་བཏང་དུས་གང་ལ། ལྟས་ཚེ་ཆབ་སྲིད་ཡིན་ན་འདྲ་ཆོས་ལུགས་ཡིན་ན་འདྲ་དེ་ཚོ་ཐོག་ལ་ལྟས་ཚེ་རང་དབང་ཡོད་པ་ཆད། དེ་ནི་རང་དབང་ཡོད་པའི་ཐོག་ནས་ད་ལྟས་ཚེ་གུ་ཡངས་པོ་ཡོད་ཆད། དེ་ད། དེའི་ནང་ལ་ལྟས་ཚེ་ད་སེམས་པ་ཕུ་སུ་དོག་པོ་ཡིན་པས་སྔ་མ་གི་དེའི་ལྟ་ཚུལ་ཡོད་མཁན་དེ་ཡིན་ན་ད་སྔ་མ་རང་གི་ལམ་ལུགས་དེ་རང་འགྲོ་གི་ཡིན་སྲིད་ད་དམར་ཕྱོགས་ཀྱི་ལམ་ལུགས་དང་རང་འགྲོ་གི་ཡིན་སྲིད་ད་གྲལ་རིམ་གྱི་དབྱེ་བ་བཅད་ཆེད་ཨ་ནི་གྲལ་རིམ། ད། གར་གཙོ་བོ་རེད། འབྱོར་ལྡན་གྲལ་རིམ་དང་འབྱོར་མེད་གྲལ་རིམ་ཟེར་གྱི་རེད། འབྱོར་མེད་གྲལ་རིམ་གྱིས་ད་དབང་ཆ་གསུམ་བྱས། ད་འབྱོར་མེད་གྲལ་རིམ་སུས་བཤད་པ་མ་གཏོགས་ད་གང་ལྟར་ཁོ་རང་ཚོས་དབང་གསུམ་བྱས། ད་མའོ་ཙེ་ཏུང་གི་ལམ་ལུགས་ད་ག་རང་འགྲོ་གི་ཡིན་ཟེར་མཁན་དེ་འདྲའི་ལྟ་བ་གཉིས་བྱུང་བ་རེད། ད་པན་ཆེན་རིན་པོ་ཆེའི་དགོངས་པ་གཙོ་བོ་བས་དེའི་དུས་སྐབས་དེའི་རང་ལ་ད་ལྟ་བ་ལྟས་ཚོ་ཅིག་གུ་ཡངས་པོ་ཡོད་པས་འདིའི་འཕྲེད་དེ་དབང་ཟེར་ནས་དཔོན་པོ་མང་པོ་བསྡད་ཡོད་རེད། ཁོང་ཚོ་གང་གང་གི་བསམ་ཚུལ་ལ་ག་རེ་ཟེར་གི་ཡོད་རེད་ཟེར་དུས་གང་ལ་ད། པན་ཆེན་རིན་པོ་ཆེ་གི་ཡང་སྲིད་དེ། ད། ཡིན་གཅིག་མིན་གཅིག་རྒྱ་ནག་གཞུང་གིས་ད་དབང་ཆ་སིམ་ཡོད་ཙང་ཐག་གཅོད་བྱེད་ཀྱི་རེད་ཟེར་ཐ་མ། ཡིན་ན་ཡང། ཐག་གཅོད་བྱས་པའི་སྔན་ལ་ལྕགས་མགོ་རིན་པོ་ཆེ་དང་འབྲེལ་བ་བྱས་ན་འགྲིག་གི་རེད། དངོས་སུ་དུ་ཚོང་དེ་ཐོག་ལ་བཤད་བ་རེད་དེ་ནི་འབྲེལ་བ་བྱས་གི་དེ་འདྲའི་འགོ་བྱེད་བཙུགས་བ་རེད། འགོ་བཙུགས་ནས་ད་ཡང་སྲིད་དེའི་ཐོག་ལ་ག་འདྲའི་བཙུགས་དགོས་རེད་ཟེར་ད་ཡང་སྲིད་ཚལ་ཚུགས་གི་ཚོགས་ཆུང་ཟེར་དེ་འདྲའི་ཅིག་ཡོད་བཙུགས་བ་རེད་ད་དེའི་ནང་ལ་ང་རང་གི་མིང་ཡོད་ཡོད་རེད་འདུག་སེ་བྱས་ནས་ད་ལྕགས་མགོ་རིན་པོ་ཆེ་དང་འབྲེལ་བ་བྱས་གི་ཡིན་ཟེར་ད་བླ་མ་ཚོ་འདྲ་གི་དཔེ་དེ་ང་ཡང་འབྲེལ་བ་བྱས་གི་རེད། ང་ལྟ་རོགས་ཆེན་ང་འགྲོ་གི་ཡིན་ང་འགྲོ་གི་ཡིན་ཟེར་མཁན་དེ་འདྲ་བྱུང། དེ་ནི་ཁོ་རང་ཚོ་དེ་ད་ལྟ་ཁྱེད་རང་ཚོ་སེམས་ཁྲལ་བྱེད་དགོས་མ་རེད་ང་རང་ཚོ་ཐབས་ཤེས་ཡོད་ཟེར། དེ་ནི་ཁོ་རང་ཚོ་སྐུ་ངོ་རྒྱ་མཚོ་དོན་འགྲུབ་བརྒྱུད་བྱས་འདུག་ཟེར་རྒྱལ་བ་རིན་པོ་ཆེ་དང་འབྲེལ་བ་བྱས་འདུག་ཨ། འདུག་ཟེར་བྱས་ནས་དེ་ཞུགས་ལ་མ་གཏོགས་ང་ཚོ་དེ་དུས་ཧ་གོ་གི་མེད་ད་རྗེས་ལ་དེ་འདྲའི་གནས་ཚུལ་ཧ་གོ་བ་རེད། འདུག་ཟེར་བྱས་ནས་ད་དེ་གནས་ཚུལ་དེ་ཚོ་ཅིག་དྲག་རུ་འགྲོ་གི་ཡོད་རེད་ད། དེའི་པར་རུ་ལ་ད་བར་ཆད་འདྲ་པོ་བྱུང་ནས་ག་རེ་རེད་ཟེར་ན་ད། བཅུ་སྟོང་དགུ་བརྒྱ། ད་བརྒྱ་ཆུ་བརྒྱ་དགུ་བརྒྱ་བརྒྱད་བརྒྱ་དགུ་འདི་པར་རོ་ལ། ད་རྒྱ་ནག་གི་སྐད་སྒྲ་ཅན་གྱི་འདི་ད་གར་སོ་ཐའི་ནན་ཐའི་མན་གྱི་ད་ལོ་མ་གི་ད་གྱེན་ལངས་གི་འདི་ལན་དགུ་སྤེལ་བ་རེད་པ། འདི་སྤེལ་བ་ཡིན་ཙང་ད་འདིའི་ནང་ལ་ག་རེ་བྱེད་ཀྱི་ཡིན་ཟེར་ཏེ་ཟླ་བ་གཅིག་ཙི་གཅིག་ཏུ་བྱས་ནས་ད་སྤེལ་ཏེ། ལྷག་རེད། གནད་དོན་ཐག་གཅོད་བྱེད་མ་ཐུབ་པ་ཆེ། ད་འདི་དྲ་མདོང་བྱེད་གི་ཡིན་མིན་ཟེར་གི་འདི་སྐད་ཆ་དེ་རེད་ད་སློབ་མ་ལ། སློབ་མའི་ཁོ་རང་ཚོ་ལ་གུ་ཡངས་པོ་སྤྲད་གི་ཡིན་ན་གཅིག་བྱས་ན་ཁོ་རང་ཚོ་ལ་རྦད་དེ་དྲག་མདོང་བྱེད་གི་ཡིན་སྲིད་ད་འདི་ཐོག་ལ་ལྟ་བ་གཉིས་བྱུང་བྱས་ད་ངས་ད་ཅི་ཞུ་ཡ་གི་འདི་གུ་ཡངས་པོ་ཡོད་འདི་ཚོ་ཡིན་ན་ད་འདུག་ཡོད་འདུག་སློབ་མ་ཚོ་ལ་ཁོ་ཚོ་ནོར་འཁྲུལ་ཡོད་མ་རེད་སེ་སློབ་གསོ་བཏང་རྒྱུ་རེད་སེ་ད་ང་ཚོ་གཞུང་གི་ངོས་ནས་དེ་ཚོ་ནོར་འཁྲུལ་ཡོད་རེད་སེ་འདུག་སེ་བཤད་གི་ཡོད་རེད་ད་ཕྲད་པ་ཀླད་པ་དྲག་པོ་འདིའི་གྲས་ཡིན་ན་ད། ཁོང་མ་ལ་གཅིག་ཡས་ད་བཤད་ཡོད་མ་རེད་ཁོ་རང་ཚོ་གི་བརྒྱ་ཆ་བརྒྱ་ཁོ་རང་ཚོའི་ནང་འཁྲུལ་རེད་ཟེར་ཁོང་ཚོ་ལ་མ་དྲག་གནོན་བྱེད་དགོས་རེད་ཟེར་འདུག་བཞིན་མཐའ་མ་དེ་ད་ཁོང་ཚོ་ཐོབ་ནི་ད་ཀླད་པ་ཁྲག་པོ་དེ་ཐོབ་ནི་ད་སློང་མ་དེ་ཚོ་གང་ག་མ་དྲག་གནོན་བྱས་ཨ་ནི་འདུག་བྱས་ཡོང་དེ་གང་ལ་ད་ང་ཚོ་པན་ཆེན་རིན་པོ་ཆེ་གི་ཡང་སྲིད་དེ་ཐོག་ལ་ཡ་བར་བྱས་བྱུང་བ་རེད་དེ་ནི་རྒྱལ་བ་རིན་པོ་ཆེ་དང་འབྲེལ་བ་རྩ་ནས་བྱས་བྱུང་བ་མ་རེད་ཟེར་འདུག་ཟེར་དགག་པ་བྱས། འདུག་སེ་བྱས་དེའི་དཔའ་རུ་ལ་ད་ཡང་སྲིད་ང་ཚོ་སྤྱིར་བཏང་གི་འགྲོ་སྟངས་ལ་ཡང་སྲིད་ཚད་དུས་གང་ལ་མཐའ་མ་དེ་གསུམ་ཚད་ཀྱི་ཡོད་རེད་པ། སྐུ་གསུང་ཐུགས་ཀྱི་ད་ཡང་སྲིད་ཡིན། སྐུ་གསུང་ཐུགས་ཀྱི་ཡང་སྲིད་གསུམ་ལ་གསན་འགྱུར་བྱས་ད་མཐའ་མ་དེ་སུ་ཡིན་ན་ཐག་གཅོད་བྱེད་མཁན་ཡིན་ཟེར་གྱི་ཡོད་རེད། ད་དེའི་དཔའ་རུ་ལ་ད་ཁོ་རང་ཚོ་བཤད་ཡ་ལ་ད། ཐ་མ་དེ་སེར་སྤུངས་དྲུག་ནས་བཤད་ཀྱི་ཡིན། ད་རྒྱལ་བ་རིན་པོ་ཆེ་ལ་སྐད་ཆ་དྲི་གི་མེད། ཁོ་རང་གིས་བཤད་ཀྱི་ཐོབ་ཐང་མེད། ད་དང་པོ་འབྲེལ་བ་ཆད་ཡོད་རེད། ད་གནས་ཚུལ་དེ་འགྱུར་ལྡོག་བྱུ་བ་དེ་ཞུ་བ་ཡིན་པ། དེ་ཡིན་པའི་ཡིན་ཙང་ད་ཞུ་གོ་ད་ད་འབྲེལ་བ་བྱེད་ཀྱི་མིན་སྲིད་ད་དེ་པར་རོ་ལ། ཁ་ཁ་འབྲེལ་བ་བྱེད་མཁན་ད་བྱ་བྲག་རིན་པོ་ཆེ་ལ་བས་ཏེ་འཛིན་བཟུང་བྱས་འདུག་སེ་ཆེད་ད་ང་ཚོ་ལ། ད་རྫ་བྲག་གི་ཚོང་འདུས་སུ་ཅིག་སྐོང་བྱས་ད་བླ་མ་མང་པོ་འཛོམས་པ་རེད་བླ་མ་མང་པོ་འཛོམས་བྱས་དེའི་སྒང་ལ་ད་དོན་ཚན་གསུམ་བཤད་བ་རེད་གཅིག་བྱ་བྲག་རིན་པོ་ཆེའི་དགག་པ་བྱ་གོ་ཡོད་སེ་བྱ་བྲག་རིན་པོ་ཆེ་མགོ་ལོག་བྱས་སོང་དགག་པ་བྱ་གོ་ཡོད་སེ་གཉིས་རྒྱལ་བ་རིན་པོ་ཆེ་གི་སྲས་བྲག་ནང་ཆུ་ཡང་སྲིད་དགེ་ལྡན་ཆོས་སྦྱིན་གྱི་མ་དེ་ད་ཁས་ལེན་མེད། བཀག་པ་སྦྱང་གི་ཡིན། Cancel བཏང་གི་ཡིན། དེ་འདྲ། ད་གསུམ་པ་དེ་སེར་བུམ་དྲུག་ནས་ཐག་གཅོད་བྱེད་ཀྱི་ཡིན། དེ་འདྲའི་དོན་ཚན་གསུམ་བཤད་བྱས་ཨ་ནི། དེའི་ཐོག་ལ་ད་ང་རང་ཚོ་སོ་སོའི་ངོས་ནས་ད་དེའི་བ་རུ་ལ་ཡང་ཧུར་ཐག་བ་ཐག་དེ་འདྲ་བྱས་ནས་སྐད་ཆ་བཤད་བ་རེད་དེ་ཡིན་ན་ད་སྐད་ཆ་བཤད་དེ་གང་ག་ད་ངའི་དེབ་དེ་ནང་ལ་བཤད་ཡོད་ད་ང

དགོངས་པ་རེད་དགོངས་དོན་གང་ལ་དཔེ་དེ་ལྷ་ས་ལ་དཔེ་དེ་དམག་མི་གང་ནས་དཔེ་དེ་དམག་མི་གི་དཔེ་དེ་དྲག་ཆས་གི་དཔེ་དེ་འདྲ་གྲ་སྒྲིག་བྱས་ནས་དཔེ་དེ་ད་འཇིགས་སྐུག་གི་ཡོད་རེད་པ་འཇིགས་སྣང་སྐུག་བྱས་འདུག་ཟེར་དེ་ནས་ད་ཉི་མ་གཅིག་ལ་ད་མཚན་གཅིག་ལ་རེད་ད་ད་མཚན་གཅིག་ལ་ཧོབ་སི་ཀ་ལ་ང་ཚོ་གཙུག་ལག་ཁང་ནང་ལ་རྩོམ་བྱས་ད་གཙུག་ལག་ཁང་ལ་ཇོ་བོ་རིན་པོ་ཆེ་ཡོད་རེད་པ་གཙུག་ལག་ཁང་གི་ཇོ་བོ་རིན་པོ་ཆེ་མདུན་ལ་གསེར་བུམ་དཀྲུག་གི་ཡིན་ཟེར་དོན་ནི་ང་ཚོ་འདུག་ཟེར་ཕ་གི། སླེབ། ཐུགས་སུ་སླེབ་དུས་གང་ལ་བརྟེན་ནས་ད་རྒྱ་ནག་གི་རྒྱ་ནག་དབུས་གཞུང་གི་འགོ་ཁྲིད་དེ་ཚོ་དང་དེ་ནས་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་དང་མངའ་སྡེ་གཞན་པ་ནས་ཡོང་བའི་འགོ་ཁྲིད་དེ་ཚོ་བྱས་ཕྱོགས་གཅིག་ལ་བསྡད། ཨ་རི་རྒྱ་ནག་གི་དབུས་གཞུང་གི་འགོ་ཁྲིད་དང་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་གཙོ་བོ་དེ་ཚོ་ད་གཅིག་ལ་བསྡད། དེ་ནས་ཕྱོགས་གཅིག་ལ་བླ་མ་བླ་ཆེན་དེ་ཚོ་གང་ག་བསྡད་བཅུག

དེ་དུས་འབོ་མེ་རིན་པོ་ཆེ་ཟེར་ཞིག་ཡོད་ཨ་རེད་ཁོང་ཁོང་ལ་ད་གསེར་སྤུངས་དེ་དཀྲུགས་ནས་དེ་ད་མཚན་ཐོ་དེ་བཏོན་ཡོད་གི་དེ་ཁོ་རང་ཚོ་ལ་ཁོང་ལ་དེ་འགན་འདྲ་པོ་དེ་སྤྲད་འདུག་བ་དེ་ཁོང་གི་ཕྱག་གསུམ་ཚད་ཨ་ནི་དེ་བྱས་ནས་དེ་དེ་བ་སོ་གི་ཐུར་མ་གསུམ་འདུག་དེ་གང་ལ་མིང་གསུམ་ད་འདྲ་མིང་གི་གསུམ་བྲིས་བྱས་དེ་གང་ལ་ད་ཨ། དང་པོ་དང་ལྕགས་སྟག་སྐུ་གསུང་ཐུགས་ཀྱི་སྤྲུལ་བ་གསུམ་ཟེར་ཡོང་རེད་པ། དེའི་ནང་ལ་ད་དགེ་འདུན་ཆོས་རྗེ་ཉི་མ་དེ་ད་ཐུགས་ཀྱི་སྤྲུལ་བ་རེད་ཟེར་ད་ལྕགས་མགོན་རིན་པོ་ཆེའི་ཐུགས་དང་ལྕགས་ཀྱོད་རེད་པ། དུར་ཞི་དུ་གང་ལ་ད་དེ་མེད་པ་བཟོས་རེད་པ། ད་གཉིས་མ་གཏོགས་ལྷག་ཡོད་མ་རེད། ད་གཉིས་ཀྱི་ཐོག་ལ་ད་ཡང་ཁོང་ཚོ་ག་འདྲ་ཟེར་བ་ཡིན་ན་གཅིག་སྣུམ་པའི་ལྕམ་ནི་གསུམ་ད་མིང་བྲིས་བྱས་ཨ་ནི་དེ་སེར་པོ་ནང་ལ་བཞག་ནས་དེ་ནས་ད་འདི་འབུམ་མེ་རིན་པོ་ཆེ་དེ་ནང་ལས།

ཁོང་གིས་ཅིག་ཆེད་མངགས་ཀྱིས་དེ་འཐེན་པའི་སྲོལ་དེ་འདྲ་ཅིག་བྱས་སོང་ང། དེ་ཚང་མ་ལོག་གིས་མཐོང་གི་འདུག་ད་ང་ཚོས་མཐོང་གི་འདུག་དེ་ང་ཚོས་ཤེས་ཕོད་ཀྱི་ཡོད་མ་རེད་ད་ད་དེ་ག་རེ་རེད་དེ། ཅིག་དེ་ག་འདྲ་རེད་ཟེར་དེ་འདྲ་ཅིག་མ་གཏོགས་ད་ཤེས་ཐུབ་ཀྱི་ཡོད་མ་རེད་ཡང་ང་ཚོའི་གོ་ལ་མ་ནི། དེ། ཉེ་བ་ཡོག་གི་རེད་པ། བྱས་ཙང་ད། དེ་ཤེས་ཐུབ་ཀྱི་ཡོད་མ་རེད་དེ་ནི་ཞུ་གོ་ད་ག་རེ་ཟེར་རེད་ཟེར་དུས་གང་ལ་དེ་དེ་ཐོན་སོང་ཟེར་ད་དེ་ནི་པན་ཆེན། བཅུ་གཅིག་པ་དེ་རྒྱལ་མཚན་ནོར་བུ་སེང་གེ་དེ་ཡིན་ཟེར་འདུག་ཟེར་ད་ཡང་གང་ལྟར་ཡང་ཉིན་དེ་གསུམ་གི་ནང་ནས་གཅིག་ད་དེའི་ནང་གི་གཅིག་རེད་བཞག་འདུག་ཟེར་འདུག་ག་ལ་ཏེ་དེ་ཐོག་ལ་ཚང་མ་ཁས་ལེན་མེད་པ་བྱས་འདུག་ཟེར་བཞིན་ད་པན་ཆེན་དེ་ག་འདྲས་སུ་མིང་བཏགས་གི་རེད་ཟེར་ད་ཞུ་བོ་དེ་ཕྲེང་ཡང་གི་གང་ག་གི་ད་ཡང་རྫོང་རྫོང་ལ་པན་ཆེན་རྫུན་མ་ཟེར་མིང་བཏགས་གི་འདུག་ག་དེ་ནི་རྒྱ་ཡིག་གི་ཐོག་ནས་ད། ལྕགས་པན་ཆེན་སེ་ལྕགས་ཟེར་ན་ལྕགས་དེ་ཡི་གེ་སྒྲ་གདངས་གཅིག་པ་ཆེ་དོན་གདངས་གཉིས་ཡོད་རེད་གཅིག་ཡིན་ན་ལྕགས་ལྕགས་ཟེར་ད་རྫུན་མ་ཟིག་ཡོད་རེད་གཅིག་ལྕགས་ཟེར་ན་སྣུམ་པའི་ཟིག་ཡོད་རེད་ད་དེ་ངས་དེའི་ཕུལ་བྱུང་གདངས་ནི་པན་ཆེན་འཕར་མ་ཟིག་ད་འཕར་མ་ཆེ་ཆག་ཆག་སོང་ཟིག་འདུག་ཟིག་རེད་ད་རྫུན་མ་ཟེར་ན་ཡང་ཁོ་རང་ངོས་ནས་ད་སྤུ་གུ་དེའི་ངོས་ནས་ད་ནོར་འཁྲུལ་ཡོད་མ་རེད་ཁོ་རང་ཤི་འགས་མ་རེད་པ་ལོ་དྲུག་རེད་པ་ད་སོ་སོ་སོ་སོ་གི་འདམ་ཁ་ཡོད་མ་རེད་ད་འདུག་ཟིག་ཞག་བཅུ་རེད་འདུག་ཟིག་བྱས་ནས་བྱུང་བ་རེད། ད་ཐུགས་ཆེ་ནས་སེར་པོ་འཁྲུག་ཚར་ནས་རྟགས་དེ་བྱས་ལ་ད་ཁྲི་ཁ་གོ་ཡ་བཏང་ཅིག་དེ་འདྲའི་མང་པོ་ཅིག་འཛའ་རིམ་ཆེ་བ་རེད་དེ་གང་ག་ཐོག་ལ་ང་ཚོ་འགྲོ་དགོས་བྱུང་བ་རེད་ད་ཐ་མ་ཐ་མ་དེ་ངས་མདོར་བསྡུས་ནས་བཤད་བ་ཡིན་ན་ད་ང་ཚོ་གནམ་གྲུ་བསྡད་ནས་མ་པེ་ཅིན་ལ་ལོག་ཡོང་དུས་གང་ལ་ད་པེ་ཅིན་གྱི་དེ་སྐུ་ཚབ་ཀྲུང་དབྱང་ནས་འགྲོ་བཅུག་སྐུ་ཚབ་ཅིག་ཡོད་པ་དེ་ལི་ཐེ་ཡིན་ཟེར་གྱི་རེད་ཁོ་རང་བྱས་ཨ་ནི་ཀྲུང་དབྱང་གི་དེ། ནང་ཆོས་ལ་དོ་སྣང་བྱེད་མཁན་དེ་འདྲའི་ནང་ཆོས་ཆོས་དོན་ཅུས་ཀྱི་ཅུས་ཀྲང་ཟེར་དེ་འདྲའི་ཆེད་ཡེ་ཞོ་ཝན་ཟེར་གཅིག་ཡོད་རེད་དེ་ཁོ་རང་ཉིད་ཆེད་ཁོ་རང་ཉིད་ཀྱི་གནམ་གྲུ་ཐོག་ད་ང་ཚོ་མི་ག་རོ་ཡོད་རེད་དེ་འཇའ་ཡང་བྱས་པ་བསླབ་རང་འཇའ་ཡང་བྱས་པ་དང་ང་རང་ཉིད་ལ་སྐད་བཏང་གི་འདུག་ཟེར་ཁྱེད་རང་ཉིད་ཤོག་ཟེར་དེ་ང་ཉིད་ཕ་གིར་ཕྱིན་པ་རེད་དེ་ནས་ཕྱིན་ནས་འགྲོ་དུས་གང་ལ་དེ་ནས་ཅོག་ཙེ་འདུག་ཟེར་གྲུ་བཞི་ཅིག་འདུག་དེའི་ཐོག་ལ་ཁོ་རང་ཉིད་བསྡད་འདུག་ང་གཉིས་ཕ་ཕ་ཆོས་ཅུག་བྱས་ཏེ་བསྡད་འཇུག་བྱས་ཏེ་ནི་ད་ལི་ཐེ་ཡིན་གྱི་བས་ཏེ་ད་དགའ་བོ་བྱས་ནས་ད་བས་ལོ་ཆུ་ཐོག་ལ་བས་ཏེ་བྱུང་མ་མྱོང་བ་དེ་འདྲ་ང་ཚོ་བྱུང་སོང་ཟེར་རྒྱ་ཁབ་བས་ཏེ་ཐོབ་སོང་ཟེར་ད་བས་ཡག་པོ་ཞི་རག་བྱུང་སོང་ཟེར་དེ་འདྲ་བཤད་གི་འདུག་བཤད་ཚར་བའི་རྗེས་ལ་དེ་ནི་ཁོ་རང་སྐད་ཆ་བཤད་བཤད་བཤད་བཤད་ནས་དེ་ཐང་ཆད་བ་ཡིན་ན་ཁོ་བསྡད་ཚུལ་གཉིད་ཁུག་འདུག་ཟེར་བསྡད་སོང་དེ་ཏི་པ་རུ་ལ་དེ། དང། ཕུང་པོ་གཉིས་པ་དེ་ཨང། ཡེ་གཞི་དབང་སེང་གེ་འདི་ཡིག་འདི་ལབ་སོང། ད་ད་རེས་འདི་དཔེ་ཡག་པོ་བྱུང་སོང། ད། ཁྱང་ཚོ་གང་ག་མཐོང་གི་འདུག་ཨ་སི། སེར་ཕུང་དཀྲུག་དེ་གང་ལ་ཐུར་མ་གསུམ་ཡོད་པ་ཨ་སི། གཅིག་ལྟས་ཚེ་རིག་སྔགས་འདུག་ཨ་སི། དེ་ང་ཚོ་ཆེ་སྔགས་ཀྱི་དེ་རིག་སྔགས་འདི་གང་ལ་ད་སེར་གི། གར་ས་བ་སོ་གི་ཐུར་མ་ཐོག་ལ་གོས་ཆེན་གི་འདུག་སི་ཐུམ་གཅིག་བརྒྱབ་འདུག། ཐུམ་བརྒྱབ་དུས་གང་ལ་ཐུམ་གི་ནང་ལ་ཤིང་པ་ལྟས་ཚེ་གཅིག་བླུགས་ནས། རིང་རུ་བཏང་བ་ཡིན་ད་ཟེར། ད་རིང་རུ་བཏང་བ་དེ་ང་ཚོ་གི་དམིགས་ཡུལ་དེ་དེ་བྱུང་ན་བསམ་གི་ཡོད་རེད་ད་དེ་ཏག་ཏག་དེ་རྦད་དེ་བྱུང་ཐུབ་སོང་ད་ང་ཚོ་དེ་རྦད་དེ་རྒྱལ་ཁ་ཐོབ་སོང་ཟེར་དུས་ལབ་གི་འདུག་ད་དེ་ང་ཚོ་ཡིན་ན་འགྲོ་སྟངས་ཡིན་ན་ད་རྫུན་མ་འཁྲབ་གི་ཡོད་རེད་ལ་རེད་ལ་རེད། ད་ང་རྦད་དེ་བཞེས་ནས་དེ་ཁོ་རང་དེ་ཁ་ནང་དེ་བྱུང་བ་དང་ད་ང་དེ་ཡིད་མ་ཆེས་བ་འདྲ་བོ་ཅིག་ཡོང་གི་འདུག་བ་ད་ང་འདུག་ཟེར་ད་དེ་གང་ལ་དེ་འཇང་ཞབས་པ་རིན་པོ་ཆེ་ད་བཞེས་གི་མེད་འགྲོ་ད་ཁ་ཁ་འདུག་ཟེར་མིག་བཙུམ་ནས་བཞུགས་བཞག་དེ་ང་ཡི་དེ་ནས་ད་ང་དུག་སེལ་བྱེད་འདི་གོ་བ་རེད་ད་ངས་དེ་དེབ་གང་ལ་དེ་གང་ག་བྲིས་ཡོད་ད་ངས་ད་ལྟ་དེ་ཡས་དེ་ཡོད་སོ་སོ་ལ་དྲི་བ་དེ་ཡོད་པ་གང་བྱས་ནས་ཁོ་རང་ཚོ་གི་རྫུན་མ་ཕྲ་བ་དེ་ང་ཚོ་ལ་བཤད་དགོས་བའི་རྒྱུ་མཚན་ག་རེ་རེད་ད་ཁོ་རང་ཚོ་གཅིག་བྱས་ན་ཁོ་པས་ད་དགའ་དག་བྱོས་ནས་ཨ་བསང་བྱུང་ནས་ད་སྐད་ཆ་བཤད་བ་ཡིན་ན། ཡང་མིན་ན་ཁོ་རང་ཚོ་དམིགས་ཡུལ་ལྡན་པའི་སྒོ་ནས་བཤད་བ་ཡིན་ན། ད་ངས་ཐ་མ་དེ་བསམ་བློ་བཏང་ན་ཁོ་རང་ཚོ་དམིགས་ཡུལ་ལྡན་པའི་སྒོ་ནས་བཤད་དགོས་ཡོད་ཀྱི་རེད་བསམ་གྱི་འདུག་ད་དེ་བཤད་ཀྱི་དེ་ག་རེ། ང་ཚོ་ལ་དག་སྒྲུབ་ག་རེ་བྱེད་ཀྱི་སྤྲད་ཀྱི་ཡོད་རེད་ཟེར་ན། ཁྱེད་རང་ཚོ་སྐུ་གསུང་ཐུགས་སྲས་གསུམ་ག་ངོས་ལེན་བྱེད་ཀྱི་ཡོད་པ། ད་རྒྱལ་བ་རིན་པོ་ཆེ་གྱི་དེ་ཆབ་སྲིད་ཀྱི་ཐོག་ནས་ང་རང་ཚོ་ངོས་ལེན་བྱེད་ཀྱི་མེད། ཡིན་ན་ཡང་ད། ལྷག་མ་དེ་གཉིས་ཀྱི་ནང་གི་གཅིག་ང་ཚོ་འཐེན་པ་ཡིན་ད་ཟེར་ང་དེ་སྐད་ཆ་དེ་ཡོང་གི་མེད་འགྲོ་བསམ་ས་ད་དེ་ལས་ལྷག་ཨ་ད་ག་རེ་ཡིན་ན་ངས་འགྲེལ་བཤད་བརྒྱབ་ཤེས་གི་མི་འདུག་དེ་ང་ཚོ་ལ་གསང་བ་དེ་བསྒྲགས་དགོས་ཡག་གི་རྒྱུ་མཚན་ག་རེ་ཡིན་ན་ཟེར་ད་གནས་ཚུལ་དེ་དེ་དེ་འདྲས་བྱུང་བ་རེད། ཨ་ལས་ལོས་སོ། དེ་ནས་ད་རིན་པོ་ཆེན་གྱི་ཞིབ་ཕྲ་ཞུ་ཅེས་བཀའ་གནང་སོ། རེད། དེ་ནས་རིན་པོ་ཆེན། ད་ཁ་ལོ་རེད། དེའི་དེའི་དགོངས་དག་དེ་རྫ་བྲག་གི་རྟ་རིན་པོ་ཆེ་རྣམ་པ་ཚོ་ཚང་མ་བ་གཙུག་ལག་ཁང་ན་རྟ་གཟིགས་སྤོང་སྒྲུབ་དགོས་ཡོང་དགོས་ཡོད་ཞེས་བཤད་དུས་བརྩམས་པ་ཐོ་རངས་ཆུ་ཚོད་གཉིས་པ་གསུམ་པ་འདི་འདྲའི་རོ་གཅིག་ཡིན་ས་རེད། རེད། ཆུ་ཚོད་བཞི་བ་དེ་ལ་མཛད་སྒོ་ཚོགས་ཨ་ནི་ཚར་གྲོལ་དུས་བརྩམས་པ། ཨ་ནི་འདིའི་སྐབས་དེར་རིན་པོ་ཆེ་གི་ཐང་དུ་འདི་ན་སོང་ཤག་དེ་སྔ་དཀོན་གཉེར་ངོ་ཤེས་པ་དེ་ཚོ་བསྡད་མི་འདུག་གྲྭ་བ་དག་དེ་ཚོ་གཅིག་དེ་སྔ་མཐོང་མ་མྱོང་རྒྱུ་འདྲ་རེད་ཤག་ཅེས་གསུངས་ཤག་ཨ་ནི་ད་ག་ན་བཞིན་གྱིས་ཨ་ནི་བོད་ལྗོངས་བརྙན་འཕྲིན་ལས་ཁུངས་ཀྱིས་གསལ་བསྒྲགས་བྱས་ཏེ་གསེར་བུམ་བཀྲུ་བའི་དེ་ཞོ་ཁའི་ཆུ་ཚོད་བཅུ་བ་ལ་ཡིན་པས་རྣམ་པར་རོལ་ཅིག་འདུ་བྱེད་བསང་རྒྱུའི་གཏང་ཞག་ལ་གསུངས། དེ་ནས་བསྟན་པ་གནས་ཚུལ་མང་པོ་ཅི། གཅིག། ཡམ་ཆེན་པོ་རུ་ཆུང་དུས་བརྩམས་པ། རིན་པོ་ཆེ་ཐོག་མར་ཡར་འཛུལ་དུས་བརྩམས་པ་དགོངས་པ་གྲོ་གར་རུ་ཁོག་ཡིན་ན་ལྟ་དེའི་ཉིན་མོ་འདི། ད་ང་ཚོ་དེ།
དེ་སྔ་ལ་ཚོགས་འདུས་དེ། ཡར་གཙུག་ལག་ཁང་ལ་ཡར་འཛུལ་རྒྱུ་སྔ་ལ་ང་ཚོ་ཚོགས་འདུས་ཤིག་གཙོག་རེད། ལོང་ལོང། ལྷ་སར་སླེབས་ཚར་ནས་ལྷ་སར་སླེབས་དུས་གང་ལ་ངས་ད་ཆུ་ཞོ་ཡིན་པ། ལྷ་སར་སླེབས་དུས་གང་ལ་ཀུན་དགའ་གནམ་ཐང་ལ་དཔལ་དེ་དམག་མི་གང་འདས་ཞག། དེ་ནས་ཀུན་དགའ་གནམ་ཐང་ནས་ང་རང་ཚོ་རྣམས་མོ་ཏྲ་ནང་ལ་སོ་སོ་སོའི་མོ་ཏྲ་དེ་ཡོད་རེད་པའང་བག་འགྲེལ་བྱས་བཞག་འདུག་དེ་སོ་སོའི་མོ་ཏྲ་ནང་བཙུགས་ཤིང་ཕར་འགྲོ་དུས་གང་ལ་ཀུན་དགའ་གནམ་ཐང་ནས་ལྷ་སར་བར་ལ་ཕ་ཆེ་ཁྱོད་ཚོ་གཅིག་ལྷག་འཚོ་ཞིག་འགྲོ་འོང་རེད་ད། ལམ་ཁ་གི་ཕྱོགས་གཉིས་ལ་བལ་དེ་དམག་མིས་ཤོང་ནས་བསྡད་འདུག་དེ་གིས་ད་ག་རེ་ཟེར་གི་ཡོད་རེད་ཟེར་དུས་གང་ལ་ད་འཇིགས་སྣང་སྒུག་གི་ཡོད་རེད་པ་ད་ང་ཚོ་དེ་འབྲེལ་གྱི་གྲ་སྒྲིག་ཡོད་ཟེར། ད་དེ་ནས་ལྷ་ས་འགྲོ་ཁ་ན་སླེབས་ཆེད་ང་ཚོ་བསྡད་ཡོང་ཡིན་པ། དེ་ནི་དགོང་མོ་དེ་ཁ་ལ་སེར་ཚ་བའི་རྗེས་ལ་ཚོང་འདུས་སྐོང་གི་ཡིན་ཟེར་ང་ཚོ་ལ་ཡང་ཚོང་འདུས་སྐོང་སོང་ཚོང་འདུས་སྐོང་ནས་དེ་གང་ཚོང་འདུས་ཐོག་ལ་དེ་སེར་བོ་བཤད་སོང། ད། སང་ཉིན་ང་ཚོ་དུས་ཚོད་གཅིག་ལ། སེར་བུ་འགྲོ་གི་རེད། དུས་ཚོད་དེ་ཐག་གཅོད་བྱས་མེད། ཧ་གོ་གི་མ་རེད། ད། སྔ་དྲོ་ཡིན་ན་ཡང་དེ་འད་མེད་ཚལ་ལ་ཡིན་ན་ཡང་དེ་འད་མེད་ད་ཁྱེད་རང་ཚོ་གྲ་སྒྲིག་ཡོ་བྱས་ནས་བསྡད། དེ་ང་ཚོ་སྐད་བཏང་གི་ཡིན་ད་ཟེར་དེ་ཚིག་གི་འདུག། དེ་ནས། དེའི་ཚོང་དུས་དེ་དགོང་ཆེ་ཨ་ནེ་ཡག་དེའི་བྱེད་དུས་གང་ལ། སེར་སྤུངས་དཀྲུག་དུས་གང་ལ། ད། དེའི་དཔའ་རོ་ལ། ཁ་བྲལ་རིང་ལུགས་པ་ཟེར་ད་བྱ་བ་རིན་པོ་ཆེ་ལ་ཁ་གདང་གི་ཡོད་རེད་པ། ཁ་བྲལ་རིང་ལུགས་པ་དང་ཕྱི་རྒྱལ་རིང་ལུགས་ཀྱི་ད་ང་ཚོ་ལ་ཕྱི་རྒྱལ་གྱི་ད་ག་རེ་ཚོ་གོ་རེ་ངོ་རྒོལ་བྱེད་ཉན་དེ་ཚོ་གི་ང་ཚོ་ལ་གཏོར་བརླག་བཏང་ཨང་ཡིན་ན་ང་ཚོ་དཔལ་དེ་མཐའ་གཅིག་ཏུ་དཔལ་དེ་རྩ་མེད་བཏང་གི་ཡིན་ད་ཟེར་གྲ་སྒྲིག་ཡོད། ཁྱེད་རང་ཚོ་ཞེས་དགོས་དོན་མེད་ཟེར་ཆང་ཚོ་ལ་ང་ཚོ་བྱ་ཆག་ཇག་གིས་སྲུང་སྐྱོབ་བྱེད་ཀྱི་ཡིན་ཟེར། གལ་སྲིད་ཆང་ཚོ་དེའི་ནང་ལ་ཞུགས་བ་ཡིན་ན་ཆང་ཚོ་ལ་ཡོད་པའི་དེ་ངོ་ཆེན་གཅིག་ཡ་མེད་ད་ཟེར་འདུག་ཟེར་སྐད་ཆ་གི་འདུག་ཟེར་ལབ་སོང་ཨ། དེ་ཚང་མ་གལ་ཏེ་དེ་ཉེན་བརྡ་གཏང་གི་ཡོད་རེད་པ་ད་དེ་ཚང་མ་ཤེས་སོང་རེད་པ། འོ་ད་དེ་རྦད་དེ་རྫ་དྲག་པོ་གར་བྱེད་ཀྱི་ཡོད་ན་དེ་ཚོང་འདུས་དེ་གྲོལ་བ་དང་དེ་ནས་ང་ཚོ་ངོ་བཞིན་པ་ད་རིན་པོ་ཆེ་ཚོ་དེ་ཚོ་སོང་གི་འདུག་ད་དེ་རྫ་དྲག་པོ་ཚོང་འདུས་སེ་ད་ལམ་སང་འཚོག་གི་རེད་ད་ད་ཉག་ཡ་ཡོང་མ་རེད་ད་བསྡད་ན་མ་གཏོགས་ཁོ་རང་ཚོ་ག་དུས་ཤོག་ཟེར་གྱི་ན་ཧ་གོ་མ་རེད་ཟེར་གྱི་འདུག་ད་དུས་དུས་ནས་ངང་སྒྲ་འདྲ་བོ་དེ་སེམས་ལ་ཡོད་རེད་པ་ད་ང་ཚོ་ཤེས་ཀྱི་ཡོད་རེད་ད་དེ་ཐུན་མོང་མ་ཡིན་པ་ཅིག་བྱེད་ས་རེད་བསམ་གྱི་ཡོད་རེད་དེ་ནས་མཚན་ལ་ཕ་ཆེ་ཁྱོད་ཚོ་གཉིས་པ་ཚོ་གཅིག་ལ་ད་སྒོ་གཏོང་སོང་ང་དེ་ནས་ད་ལམ་སང་ཕེབས་ཤོག་ཕེབས་ཤོག་ད་ཚེར་ཕུང་དཀྲུག་གི་ད་འགྲོ་གི་ཡིན་ཟེར་ཚེར་ཕུང་ཡེ་ཟེར་གྱི་མི་འདུག་ད་ལམ་སང་ཕྱི་ལོག་ཐོན་ཤོག་མོ་དྲ་ཆ་དྲུག་ཡོད་ས་དེ་ནས་ང་ཚོ་མོ་དྲ་ནང་དུ་འཛུལ་བ་དང་དོན་གནས་པས་དེ་ལྷ་ས་མགྲོན་ཁང་ནས་གཙུག་ལག་ཁང་དཔའ་རོ་ལ་ལྟ་སྟངས་རིང་པོ་མ་རེད་མོ་སྒྲ་གདངས་ན་སྐར་མ་གཅོད་ཚུལ་རེད། དེའི་དཔའ་རོ་ལ་དཔལ་དེའི་ལམ་ཁ་གི་ཕྱོགས་གཉིས་ལ་དཔལ་དེའི་དམག་མི་དང་དཔལ་དེའི་མེ་མདའ། མེ་མདའ་གི་ནང་ནས་ཡེ་ད་དེའི་མི་ཤིང་གང་ཟེར་གི་འདུག་བ། ལོང་ལོང།

བ་གི་དགུག་བཟླས་བྱ། དེ་ལྟར་བཟླ་འོང་བཟླ་བས་ཏེ་འདི་བཟླ་བས་གཞན་དག་མ་ཡིན་པ་ཅིག་བྱེད་ཀྱི་འདུག་བསམ་བསམ་རོ་ཅིག་བྱུང། ད་ང་ཚོ་དེ་འདྲའི་ཉམས་མྱོང་མང་པོ་བྱུང་ཡོང་རེད་པ་ད་ངབ་བྱུང་ངབ་བྱས་ནས་སོང། དེ་གཙུག་ལག་ཁང་ལ་ནང་ལ་འཛུལ་དུས་གང་ལ་གཙུག་ལག་ཁང་ནང་ལ་མི་ད་ཕ་ཆེ་བརྒྱ་ལྷག་ཅིག་གྲ་སྒྲིག་བྱས་ནས་ང་མ་ནི་ང་ནི་དེ་ནང་ལ་གྲ་སྒྲིག་བྱས་ནས་འཛུལ་བསྡད་འདུག་ད་མི་བྱ་ཡི་འདུག་གྲ་བ་ཡི་འདུག་དེ་ནས་ཁོང་ཚོ་བས་ཏེ་གོན་ཆུ་དུག་ལག་དེ་ཚོ་ཟ་བ་གོན་བྱས་འདུག་ཟབ་འཕྲུལ

དེ་ནས་གྲྭ་བ་དག་དེ་ཚོ་དེ་གཙུག་ལག་ཁང་ནང་ལ་ད་ཅང་ཚོ་ཕེབས་མྱོང་ཡོད་མ་རེད་ད། གཙུག་ལག་ཁང་ནང་འཛུལ་བ་དག་དེ་ནས་ལྷའང་ཆུང་ཆུང་ཆུང་ཆུང་དེ་འདྲ་མང་པོ་ཡོད་རེད་བྱུང་ནས། དེ་སྒོ་འགྲམ་སྒང་ལ་བས་ཏེ། ད། སྤྱི་བཏང་གི་ཐུགས་ལོག་ཁོང་པ་དེ་འདྲ་མི། གང་ཤ་ད་ཕ་ཆེ་སྙན་རྡོར་པ་དེ་འདྲ་ཡིན་ས་རེད། ད་སྙན་རྡོར་པ་དེ་འདྲ་སྤྱི་བཏང་གི་ཐུགས་ལོག་ཁོ་ནས་ད་བྷུ་ལི་སི་ཟེར་གི་རེད་པ། བྷུ་ལི་སི་ཟེར་ནས། ཐུགས་སྲས་བསྟན་འདུག་དེ་ནས་ད་ད་རྫ་བྲག་རེད་ཟེར་ད་དེའི་བསམ་བློ་བཏང་སོང། དེ་ནས་ད་ནང་ལ་ཕྱིན་པ་ད་ད་ད་ཅི་ཞིག་ངས་ཞུས་ཡ་དེ་སེམས་ཁུང་འགྲོ་བས་དེ་འདྲ་བྱས་བ་རེད། ལ་རེད་རིན་པོ་ཆེ་དེ་ནས་དེ་ཡིན་ད། པན་ཆེན་ད་ད་རྒྱ་ནག་གཞུང་གིས་ད་ད་ད་གོང་དུ་རིན་པོ་ཆེན་གྱིས་བཀའ་སློབ་གནང་སོང་ད་ད་ད་ཅིག་སྐུ་མདུན་གྱིས་ངོས་འཛིན་གནང་བ་དེ་ལས་ང་ཚོས་ཅིག་ལྟ་བ་རེད་ཟེར་རྒྱ་ནག་འགོ་ཁྲིད་ཁ་ཅིག་གི་བསམ་ཚུལ་ཨེ་འདྲས་བྱུང་གོ་ད་བ་ལ། ཁ་ཅིག་ཡིན་ན་ད། རྩ་བ་གཉིས་ནས་ཡོད་མ་རེད་ཁོང་ཚོ་དེ་ངོས་ལེན་བྱས་ཡོད་མ་རེད་ལ་བྱས་བྱས་བྱས་ད་ཐ་མ་དེ་ད་ད་རྒྱ་ནག་ཁོ་རང་ཚོས་ངོས་འཛིན་བྱས་པའི་རྒྱལ་མཚན་ནོར་བུ་དེ་ད་པན་ཆེན་གྱི་ཚབ་ལ་ཡང་བཀོད་ཡོད་འདུག་བརྩམས་པ། ད་དེ་གི་བཀོད་པ་དེ་རྒྱ་ནག་གིས་ཁོ་རང་ཚོའི་ཆབ་སྲིད་ཡིན་ནའི་རེད་དུས་ཚོད་ལ་ཁེ་ཕན་བྱུང་བ་ཡོད་རེད་ཡང་ན་ད་ད་ཕྱི་མིག་བལྟ་དུས་ད་དེ་ཁོ་རང་ཚོ་ཡང་དོན་དོན་དག་མེད་པའི་རྙོག་དྲ་ཅིག་སྒོ་སྤེལ་བ་རོ་ཡིན་ན་ག་འདྲེ་འགྲོ་ཟེར་གྱི་འདུག་རིན་པོ་ཆེ་འདི། ད་ང་ཚོས་བཤད་ན་དོན་དག་མེད་པའི་སྒོ་རྙོག་དྲ་པོ་དེ་འདྲ་བྱུང་ཡོད་རེད་པ། ཁོ་རང་ཚོའི་ངོས་ནས་བཤད་པ་ཡིན་ན་དེ་ཁོ་རང་ཚོ་རྒྱལ་ཁ་ལབ་རྒྱལ་ཁ་ཐོབ་ཡོད་རེད་ད། གང་ཡིན་ཟེར་ན། པན་ཆེན་རིན་པོ་ཆེ་གི་ཡང་སྲིད་ཡིན་གྱི་མིན་གྱི་ཁོ་རང་ཚོ་བསྐོ་གི་ཡིན་ཟེར་གྱི་ཡོད་རེད་ད་རྒྱ་ནག་གཞུང་གི། རྒྱལ་བ་རིན་པོ་ཆེ་གི་དེ་དངུལ་ལེན་མེད་ཟེར་ད། ཀླད་པ་དྲག་པོ་ཡོད་པའི་དེའི་ཁྲིད་རེད་ད། ཀླད་པ་གུ་ཡངས་པོ་ཡོད་པའི་དེའི་ཁྲིད་ད། རྒྱལ་བ་རིན་པོ་ཆེ་གི་དགོངས་ཚུལ་ཡོད་དེ་ནང་བསྡུས་ན་འགྲིག་གི་རེད་ཟེར་འདུག་ཟེར་ང་ལ་བཤད་པ་རེད་པ། ད་ཡིན་ན་ཡང་ཁོ་རང་ཚོ་གི་གོ་གནས་དེ་གང་ག་མ་སྤབ་བྱས་འདུག་ཟེར་ད་ཁོ་རང་ཚོ་སྐད་ཆ་བཤད་ཡ་མེད་པ་ཅི། དེ་ནི་ད་ཀླད་པ་དྲག་པོ་དེའི་ཁྲིད་ད། ད་གར་སོང་རེད། རྒྱ་ནག་གཞུང་གིས་ཐག་གཅོད་བྱེད་མཁན་ཡིན་སྲིད་གཅིག་ཆད་རྒྱལ་བ་རིན་པོ་ཆེ་གིས་དངོས་ལེན་བྱས་པ་དེ་དགག་པ་རྒྱག་མཁན་ཡིན་སྲིད་གཉིས་ཆད་ཨ་ནི་ད་པན་ཆེན་རིན་པོ་ཆེ་ཡང་སྲིད་ཡིན་སྲིད་ཁོ་རང་ཚོ་ད་རྒྱལ་མཚན་སྟོང་པོ་ཟེར་མཁན་ད་ཀུན་དྲང་བཅུ་གཅིག་པ་ཡིན་སྲིད་བྱ་བ་རེད་པ་དེ་རྒྱལ་ཁ་ག་འདྲེ་སི་ཐོག་རེད་སྲིད་གང་ལ་ཁོ་རང་ཚོ་དེའི་བྱས་ཆོས་གི་དེ་དམིགས་ཡུལ་འདྲ་པོ་དེ་ག་རེད་སྲིད་གང་ལ། ཉི་མ་ནམ་ཞིག་ལ་ད་རྒྱ་བ་རིན་པོ་ཆེ་དགོན་པ་རྫོགས་ཀྱི་རེད། རྫོགས་དུས་གང་ལ་ད་ག་ནང་བཞིན་བྱེད་ཀྱི་ཡིན། ད་ག་ནང་བཞིན་བྱེད་དུས་གང་ལ་ད་པན་ཆེན་ཀུན་ཕྲན་བཅུ་གཅིག་པ་ཟེར་འགའ་འདི་ཁོ་རང་གི་ད་རྒྱ་བ་རིན་པོ་ཆེ་གི་ཡང་སྲིད་ཡིན་ཟེར་འགའ་འདི་མཚན་སྙན་གི་ཐོབ་ཐང་ཡོད་པའི་མི་འདི་ཆགས་ཀྱི་ཡོད་རེད། འདི་ང་ཚོ་རྙེད་སོང། ད་དུ་ཕྱིན་ཁོ་རང་ཚོ་རྒྱལ་ཁ་ཐོབ་སོང་ཟེར་གྱི་ཡོད་རེད་ད་ད་ཁེ་ཕན་རེད་བསམ་གྱི་ཡོད་རེད། ལ་རེད། རིན་པོ་ཆེ་དེ་ནས་འདི་ཡིན་ད། ད་ཅིག་པན་ཆེན་རིན་པོ་ཆེན་ལ་སྐབས་དགོས་ད་ཡང་སྲིད་རྫུན་མ་བཟོས་པའི་སྐབས་ཀྱི་གནས་སྟངས་དེ་ཏེ། གཅིག་བོད་ནང་ཡོད་པའི་བླ་སྤྲུལ་ཁག་ལ་སྡིགས་ར་བཏང་ཡ་ཡིན་ནའི་རེད་དམ་དྲག་ཆས་ཀྱི་གནས་ཚུལ་རིམ་པ་ཅིག་བྱུང་ཤག་ད་ད་ལྟའི་ཆ་ལ་ཀུན་འདུས་ཀྱི་ཡང་སྲིད་ཀྱི་གནས་དོན་འདིའི་ཐོག་ལི་ནས་རྒྱ་ནག་གཞུང་གི་ཡང་གཅིག་བོད་ནང་གི་བླ་སྤྲུལ་ཁག་ལ་སྡུག་པོ་བཏང་ཡ་ཡིན་ནའི་རེད་དམ་དྲག་ཆས་ནའི་ཡིན་ནའི་རེད་རྒྱ་ནག་གཞུང་གི་ག་རེ་བཤད་པ་ཡིན་ནའི་དེ་བྱེད་དགོས་ཡོད་ལའི་ཀྱི་གནས་ཚུལ་རིམ་པ་ཅིག་ཐོན་ཡོང་གི་འདུག་ལ་དེ་ནས་ཀུན་འདུས་ཀྱི་ད་ཡང་སྲིད་ཀྱི། དེ་ཕྱིར། ཐོག་ལ། མ་འོངས་པ། གར་སྣང་ཆ་ཡོད་མེད་དེ་ཉེ་བའི་ཆ་ལ་སྐུ་མདུན་སྐུ་སྒེར་རང་ནས་གསལ་བསྒྲགས་གནང་ཡོད་དུ་འཛིན་པ། ད་ད་ལྟའི་ཆ་ལ་རྒྱ་ནག་གཞུང་གིས་རིན་པོ་ཆེ་ད་འདི་ཐོག་དོ་སྣང་གནང་ཡོད་དུ་འཛིན་པ། ད་ལྟའི་ཆ་ལ་རྒྱ་ནག་གཞུང་གིས་ད་ཅིག་ཆབ་སྲིད་ཡིན་ནའི་རེད་ཁོ་ཚོས་གྲ་སྒྲིག་འགྲོ་ཆེད་ག་འདྲས་འགྲོ་ཆེད་ཡོང་གི་ཡོད་ན་བྱེད་ཀྱི་ཡོད་ན། ད་ད་ལྟའི་ཆ་ནས་གྲ་སྒྲིག་གར་བྱེད་ཀྱི་ཡོད་སྲིད་ད་དེ་ངས་གསལ་པོ་ཡང་ད་བཤད་ཤེས་ཀྱི་མི་འདུག་དེ་སྤྱིར་བཏང་གི་རྩ་བའི་ཆ་ནས་བཤད་ན་ད་རྒྱ་ནག་གིས་དེའི་ཐོག་ལ་ག་ལེ་ག་ལེ་བྱས་ནས་ཁོ་རང་ཚོ་ཉམས་མྱོང་ཟག་གི་ཟག་གི་བྱས་ནས་རིམ་པ་རིམ་པ་བྱས་ནས་སྤོས་ནས་ད་སྤེ་དེ་དམ་རོ་དམ་རོ་འགྲོ་གི་ཡོད་རེད། གཅིག་ག་རེ་རེད་ཟེར་གང་ལ་སྤྱིར་བཏང་གི་བླ་སྤྲུ་ཡོད་འདུག་ག་སྤྱིར་བཏང་གི་བླ་སྤྲུ་དེ་གང་ག་ཚོ་ལོ། གཅིག། ཆོག་ཆེན་ཆོག་མ་ཆོག་ཆོག་ཆེན་དེ་འདྲའི་བླ་སྤྲུ་རྩ་དགོས་གི་ཡོད་མེད་ཆོག་ཆེན་ཞུ་གི་ཡོད་རེད། ཆོག་ཆེན་ཞུས་ནས་དེ་ཆོག་ཆེན་ཐོབ་སོང་དེ་མི་འདི་གི་སྤྲུ་གུ་རྩ་ཆོག་གི་ཡོད་ཟེར་ཆོག་ཆེན་ཐོབ་བ་ཡིན་ན་ད་གཞི་ནས་རྩ་རྒྱུ་རེད། རྩ་ཚ་བའི་རྗེས་སུ་རྟ་གསུམ་ཡིན་ན་བཞི་ཡིན་ན་གཅིག་རེ་བྱུང་བ་རེད་པ། བྱུང་དུས་གང་ལ་རྟ་སེར་བུང་དཀྲུག་གི་ཡིན་ན་ཁར་རྟ་སེར་བུང་དཀྲུག་ཡ་ཡོད་མ་རེད་དེ་རྟ་སེན་དཀྲུག་ཡ་འཇུ་ར་འདྲ་བོ་བྱེད་ཀྱི་རེད་པ། དེའི་ཆེད་ད་ཁྱེད་རང་ཚོ་བྱེད་ཞོག་ཟེར་ང་མ་ཡིན་ན་དེ་འདྲའི་རི་རྟ་ད་ལྟ་ག་འདྲ་ཡིན་ན་ཧ་གོ་མ་སོང་ང་ང་ཡོད་དུས་གང་ལ། ད་དེ་ནི་ཁྱེད་རང་ཚོ་ཆོས་ལུགས་ཀྱི་ཐོག་ནས་རྟ་འདི་ཡིན་ཟེར་ཐག་གཅོད་བྱས་ཚར་བའི་རྗེས་སུ་འདི་ཡ། གཞུང་ལ་ཡང་སྙན་ཞུ་བཏང་དགོས་ཀྱི་ཡོད་རེད། སྙན་ཞུ་བཏང་དུས་གང་ལ་ད་ང་ཚོ་མི་གསུམ་འདུག་ཟེར་བྱས་བ་ཡིན་ཟེར་བས་ན་དེའི་ནང་ནས་འདི་འདི་ད་བྱུང་སོང་ཟེར་ད་བརྒྱུད་རུམ་འདི་འདྲ་འདི་འདྲ་བྱས་ནས་བརྒྱུད་ནས་ད་ཐག་གཅོད་བྱས་སོང་ཟེར་ད་ཁོ་རང་ཚོ་ངོས་ལེན་ཡོད་ཟེར་ཐག་གཅོད་བྱས་བ་ཡིན་ན་ད་གཞི་ནས་ཁོ་རང་ཚོ་ཕྱོགས་ཆ་འབྲེལ་བ་ཡིན་ཟེར་ན་ད་འདི་བླ་མ་འདི་ངོས་ལེན་ཡོད་ཟེར་གྱི་ཡོད་རེད། ད་འདི་ཉོ་མྱོང་ཡོད་རེད་ད། དེ་འདྲ་ཡོད་དུས་གང་ལ་འདི་དེ་འདྲ་གི་ཕྱོགས་ཆ་མེད་བའི་བླ་མ་འདི་ཁོ་རང་ཚོ་ངོས་ལེན་མེད་ཟེར་གྱི་ཡོད་རེད། འདི། རྩ་བའི་ཆ་ནས་སྤྱིར་བཏང་གི་བླ་མ་གཅིག་ཡིན་པ་ལ་བླ་མ་གཅིག་སྤྲུལ་སྐུ་གཅིག་ཚད་དགོངས་ན་ད་འདིར་བགྲོད། ལམ་ལུགས་འདི་བརྗོད་དགོས་ཡོད་སྲིད་ད་ཁོ་རང་ཚོ་དུ་ཟོས་ཚར་རེད་འདི་གཅིག་རེད། ད། རྒྱལ་བ་པཎ་ཆེན་གྱི་སྐུ་འཕྲེང་འདི་ད་ཁོ་ངས་ད་བརྗོད་ཞུ་རྒྱུ་འདི་རེད་ད། པཎ་ཆེན་རིན་པོ་ཆེ་གི་ཡང་སྲིད་ཡིན་གྱི་མིན་གྱི་ཁོ་རང་ཚོ་ཚད་དགོས་ཡོད་ཡོད་རྒྱུ་མཚན་གང་ཡིན་སྲིད་དེ་གང་ལ། རྒྱལ་བ་རིན་པོ་ཆེ་གི་ཡང་སྲིད་ཚད་ཡོད་ལ་གྲ་སྒྲིག་བྱེད་ཀྱི་ཡོད་རེད། ད་པཎ་ཆེན་རིན་པོ་ཆེ་གི་ཡང་སྲིད་དེ་ང་རང་ཚོས་ངོས་ལེན་བྱས་བ་ཡིན། ད། མི་མང་གིས་ངོས་ལེན་བྱེད་ཀྱི་ཡོད་མ་རེད། ངོས་ལེན་མེད་བ་དེ་ཁོ་རང་ཚོ་ཧ་གོ་གི་ཡོད་རེད། ཧ་གོ་གི་ཡོད་རེད་དེ་ད་ཁོ་རང་ཚོ་ག་ལེ་ག་ལེ་བྱས་ནས་དེ་ལམ་ལུགས་དེ་སྤེལ་ན་ད་ལོ་མང་པོ་ཕྱིན་ས་སོང་ན་ད་ཁོ་རང་ཚོ་ངོས་ལེན་མ་བྱེད་རང་བྱེད་རེད་ཁོ་རང་ཚོ་ངོས་ལེན་བྱེད་ཡོང་གི་རེད་བསམ་གི་བཏང་གི་ཡོད་རེད་འདུག་བསམ་བཏང་ཡོང་དེ་གང་ལ་ད་རྗེས་མ་དེ་ལྕང་སྐུ་རིན་པོ་ཆེའི་དགོངས་པ་རྩ་བ་ཡིན་ན། ད་ཡང་སྲིད་དེ་ཡང་ང་རང་ཚོ་ལམ་ལུགས་འདིའི་བརྒྱུད་བྱེད་སྲོལ་འབུམ་དཀྲུག་བྱེད་ཨ་ཐག་གཅོད་བྱེད་དེ་ང་ཚོ་བྱེད་ཀྱི་ཡིན་སྲིད་འདུག་ཆེད་དུ་ང་ལ་ད་རྒྱ་བ་དཔའ་མཆན་གཉིས་ཀ་ད་ང་ཚོའི་ལག་པ་ལ་ཡོད་རེད་སྲིད་ད་ཁོ་རང་ཚོ་དམིགས་ཡུལ་འདི་རེད། ལ་རེད།
དེ་ནས་རིན་པོ་ཆེ་ད་ཅིག་རིན་པོ་ཆེ་ཕྱག་དེབ་ནང་མ་མཇལ་ཡོང་དུས་བརྩམས་པ། ལྟ་གཅིག་བོད་ནང་ལ་ཡོད་པའི་བླ་སྤྲུལ་ལྟ་གཅིག་དེ་སྔ་རྟ་དྲུང་བུ་ཅན་བཞུགས་པའི་སྐབས་ཀྱི་བླ་སྤྲུལ་དུ་མཚོན་ན་ཞུ་བོད་ཀྱི་དཀའ་ལས་ཁག་པོ་ཞུ་བོད་ཀྱི་ཡིན་པ་ཅིག་ལྟ་མང་པོ་གནས་ཚུལ་མང་པོ་ཅིག་ནས་རྟོགས་ཐུབ་ཡ་འདུག་ལྟ་གཅིག་ཚོགས་འདུ་དེ་འདྲའི་ཚོགས་བའི་ནས་རྒྱབ་ལོག་མི་བཞག་ཡ་དང་མདུན་ལ་མི་བཞག་ཡ་དང་ཨ་ནི་ལྟ་གཅིག་འདི་གས་ལྟ་ཁ་ལོ་རེད་བསམ་ཚུལ་འདི་གས་ཡིན་ནས་ཀྲུང་གོ་རང་གི་ག་རེ་བསམ་ཚུལ་ཡིན་པ་དེ་བཤད་དགོས་ཡ་གི་གནས་སྟངས་བྱུང་འདུག་དེ་འདྲའི་བསམ་པ་ལྟ་གཅིག་བོད་ནང་ལ་ད་ལྟ་ཡོད་བཞིན་པའི་བླ་སྤྲུལ་དེ་སྔ་རིན་པོ་ཆེན་བཞུགས་པའི་སྐབས་ཀྱི་བླ་སྤྲུལ་ཡོད་པ་ཚུ་ལ་གཅིག་དཀའ་ངལ་རུ་ག་རེ་ག་རེ་རུ་ཆེད་ཁོག་རེ་ལྟ་གཅིག་རྒྱ་ནག་གཞུང་གི་དམ་དྲག་བྱེད་སྟངས་དེ་རུ་དེ། ད་གཙོ་བོ་དཀའ་ངལ་དེ་གར་འཕྲད་ཀྱི་ཡོད་རེད་ཟེར་གང་ལ་རང་དབང་ཡོད་མ་རེད་པ་ད་ང་ཚོ་དེ་འད་རྒྱ་གར་ཡིན་ན་འདྲ་ཨ་རི་ཡིན་ན་ག་བ་ཡི་སླེབས་ཚར་ན་རང་དབང་ལུང་པ་ཟེར་གྱི་ཡོད་རེད་པ། ལོང་ལོང། རང་དབང་ལུང་པ་ལེབས་ཚར་དུས་གང་ལ་རང་དབང་ལུང་པ་ལ་འཚར་ལོང་བྱུང་བྱུང་དེ་ཚོ་ཡིན་ན་རང་དབང་དངོས་གནས་ག་རེ་ཡིན་པ་ད་ཕ་ཆད་ཧ་གོ་གི་ཡོད་མེད་ད་ཧ་གོ་མེད་ད་ང་ངས་ལོང་ལོང། གང་ཡིན་ཟེར་ན་རང་དབང་ལུང་པ་ནང་ལ་ཡོད་རེད་པ། ལ་རེད་ལ་རེད། ད་རང་དབང་དེ་ག་རེ་རེད་ཟེར་གང་ལ་སྨྲ་བརྗོད་ཀྱི་རང་དབང། ལོང། ཆོས་ལུགས་དད་མོས་ཀྱི་རང་དབང། དེ་ནས་ཆབ་སྲིད་ཀྱི་ཐོག་ལ་ད་ཅིག་པད་ན་པོན་པོ་ཆེ་བདམས་པ་ཡིན་ན་དེ་ལ་སྐད་ཆ་བཤད་ཀྱི་རང་དབང་ཐོབ་སྟངས་དེ་གང་ག་ཡོད་རེད་བ། ད་གང་ལ་གང་འཚམ་རང་དབང་མེད་པ་དེ་འདྲས་ཡོང་གི་ཡོད་རེད་དེ་སྤྱིར་རྩ་བའི་ཆ་ནས་ད་རང་དབང་ཡོད་རེད། ད་རྒྱ་ནག་ལུང་པ་ལ་ཡིན་ན། སྨྲ་བརྗོད་ཀྱི་རང་དབང། ད། ཆབ་སྲིད་ཀྱི་ཐོག་ནས་ཅིག་པོན་པོ་བདམས་ཡག་གི་དེ་འདྲས་ཀྱི་རང་དབང། དེ་ནས་སོ་སོ་ཀྱི་ཆོས་ལུགས་ཐོག་ལ་དད་པ་བྱེད་མ་བྱེད་ཀྱི་རང་དབང། ཚ་བ་རང་ནི་ཡོག་མ་རེད་ད། ག་རེ་བཤད་ན་ཁོ་རང་ཚོ་གོང་ནས་ག་རེ་བཤད་ཤ་བ་དེ་ཁྱེད་རང་ཚོ་བཤད་དགོས་རེད་དེ་ཐོག་ལ་ཁྱེད་རང་ངོས་ལེན་མེད་ན་ཡེ་དེ་བྱེད་དགོས་རེད་ངོས་ལེན་ཡོད་ན་ཡེ་དེ་བྱེད་དགོས་རེད་ད་ཁོ་རང་ཚོ་དེ་ཐག་གཅོད་བྱེད་ཤ་གི་རེད་འདུག་བཤད་དུས་གང་ལ་ད་དཀའ་ངལ་ག་འདྲ་འདུག་ག་དེ་བསམ་བློ་ཅི་ལྟར་གནང་ད་ད་ཤེས་གི་རེད་བ། ད་ང་ཚོ་དཔལ་ན་ཕྱི་རྒྱལ་ལ་ཡོད་བ་ཡིན་ན་མི་གཅིག་གིས་ད་ང་བླ་མ་དེ་ལ་ང་ཕྱག་ཚར་འགྲོ་གི་ཡིན་ཟེར་ན་ད་སོ་སོས་གི་ད་པ་རེད་བ་ད་འགྲོ་གི་ཡིན་ཟེར་ན་འགྲོ་གི་རེད། ཨོ་ང་དེ་བླ་མ་དེ་ད་པ་མེད་ང་འགྲོ་གི་མེད་ཟེར་ན། སོ་སོའི་འདོད་པ་རེད་རེད་པ། ད་ཅག་ན་དེ་འདྲ་ཡོད་མ་རེད། ད་བླ་མ་དེ་ལ་ཕྱག་འཚལ་ག་འགྲོ་འོང་ཡོད་ད་ཟེར་ན། ང་འགྲོ་གི་མེད་ཟེར་ན་ཡིན་གྱི་མིན་གྱི་འགྲོ་གི་རེད། ཁྱེད་རང་འགྲོ་གི་མེད་ཟེར་ན་ཁྱེད་རང་མ་འགྲོ་བའི་རྒྱུ་མཚན་ག་རེ་རེད་ཟེར་ཁྱེད་རང་གི་ག་ལས་བྱས་ནས་ཁྱེད་རང་ལ་ཀླད་པ་འགོག་གི་རེད། ཁྱེད་རང་འགྲོ་མ་འགྲོ་བའི་དེ་རྒྱུ་མཚན་ག་རེ་རེད། ཁྱེད་རང་ག་རེ་བསམ་བཏང་གི་ཡོད་ཟེར། དེ་ནས་རྟ་ཆང་བླན་བཅའ་ངོ་རུ་བལྟ། བླན་མ་བཅའ་ན་རྟ་ཉི་མ་དང་པོ་ཉི་མ་གཉིས་པ་ཉི་མ་གསུམ་པ་དེ་ནས་དཔལ་དེ་ཁྲག་པོ་ཆེ་ན་རྟ་བཙོན་གྱི་ནང་ལ་བཅུག་ཡེ་ཉེན་ཁ་ཡོད་རེད་དེ་ནས་མེན་སེ་ཐུག་མ་རེད་པ་ད་ཡང་བསམ་བློ་བཏང་དགོས་རེད་པ་བླ་མ་གཅིག་ཡིན་པ་ཡིན་ན་ཡང་རྟ་དེ་བླ་མ་དེ་དཔལ་ན་རྟ་དཔལ་ཆེན་རྒྱུ་གཅིག་པ་ཟིག་ཡོད་རེད་པ་ད་ང་ཚོ་ངོས་ལེན་བྱེད་ཀྱི་ཡོད་མ་རེད་པ་ད་ང་འདྲ་བོ་ཡིན་ན་ད་ངོས་ལེན་བྱེད་ཀྱི་མེད་ཟེར་ད་ཁོང་གི་ཐ་མ་དེ་ཁོང་གི་ཡོངས་འཛིན་བྱེད་དགོས་ཀྱི་ཡོད་ཟེར་ང་གསང་བདག་དང་རེད་ད་འདུག་ཟེར་བྱས་ནས་ད་ཡོངས་འཛིན་བྱེད་ཐུབ་ཀྱི་མི་འདུག་ཟེར་ད་གྲོས་ཆོད་ཡོང་ཡོང་བ་རེད་པ། ལ་རེད་ལ། ད་ཕ་གི་དེ་ཡོད་ཡིན་ན་གཅིག་པ་རེད་ད་ད་ཆགས་ཚགས་དགོས་རེད་ཟེར་ད་མེད་ཟེར་ཐུབ་ཀྱི་ཡོད་མ་རེད་ད་ང་ཚོ་ཆགས་ཚར་བ་རེད་ད་ཆགས་མ་ཚར་ཆགས་ང་ཆགས་ཚར་གྱི་མེད་ཟེར་བྱེད་ཐུབ་ཀྱི་མ་རེད་ད། དཔེར་ན་ང་ཚོ་མི་བཅུ་ཐམ་པ་ཡོད་ན་གང་ག་ལོག་མི་དགུ་གི་ཆ་ཚང་ང་རང་གི་གཅིག་པུ་ཕ་གི་ལང་བསྡད་པ་ཡིན་ན་ལམ་སང་སྐད་ཆ་འཁྲི་གི་རེད། ད་ལྟ་ཁྱེད་རང་ཆ་ཚང་མ་སོང་ག་རེ་རེད། ཨེ་ཁྱེད་རང་སྐད་ཆ་བཤད་དགོས་རེད་པ། ད་ང་ད་ག་རེ་ཟེར་དགོས་རེད་ང་གཟུགས་པོ་བདེ་པོ་མི་འདུག་ཟེར་དགོས་ཡིན་ན་ད་ག་རེ་ཡིན་ན་ཅིག་སྐད་ཆ་ལབ་དགོས་རེད་པ། ཨ་དེ་འོ་ན་ཁྱེད་རང་ཕ་གའི་ཕྱི་ནས་ཆ་ཚང་གི་འདུག་ཨ་ཅེ་ཁྱེད་རང་གཟུགས་པོ་སྣང་དག་མི་འདུག་ག་དེ་ཡང་དེ་ཆ་མ་ཚང་བ་ག་རེ་རེད་ཁྱེད་རང་མོ་མཐུན་མེད་པ་རེད་བས་ཟེར་ལམ་སང་སྐད་ཆ་བཤད་ཡོང་གི་རེད་འདུག་ཟེར་ཁྱེད་ནི་དེ་ནི་རྩེ་རུ་ཡིན་ནས་ཡོང་དུས་གང་ལ་དེ་ད་འགྲོ་ས་ཡོད་མ་རེད་ད། ད་དེ་དཔེ་གཅིག་ཆུང་ཆུང་གཅིག་ལ་བཤད་གི་ཡོད་རེད་འདུག་བཤད་དུས་གང་ལྟར་ད་བླ་མ་སུ་དང་སུ་ཡིན་ན་ཡང་ད་རྣམ་པ་སྣ་ཚོགས་ཡོད་རེད། ད་བླ་མ་ནང་ལ་ཡང་ཧུར་བརྩོན་བྱས་པའི་དཔེ་དེ་རྒྱ་ནག་གཞུང་གི་བྱ་བཞག་བརྒྱད་དཔེ་དེ་ལས་ཀ་ཇི་སྙེད་དེ་འདྲ་ཡོད་ཀྱི་རེད་ཡོད་སྲིད་ཀྱི་རེད་དེ་ཡིན་ན་ཡང་མང་ཆེ་བ་དེ་ག་རེ་སུས་གང་ལ་རྒྱ་ནག་གི་སྲིད་གཞུང་དང་བསྟུན་ཆེད་སོ་སོའི་དགོངས་པ་ལ་ཕན་ཐོགས་ཡང་སོ་སོའི་མི་མང་ལ

ད་རྒྱ་ནག་ཡིན་ན་རྒྱ་ནག་གི་ལས་ཀ་བྱེད་སྟངས་ཅི་ཡོད་རེད་པ། ཨ་རི་ཡིན་ན་ཨ་རིའི་ལས་ཀ་བྱེད་སྟངས། ད་དེ་ནང་བཞིན་རེད་རྒྱ་ནག་ནང་ལ་རྒྱ་ནག་གི་ལས་ཀ་བྱེད་སྟངས་ཅི་ཡོད་རེད་པ། བླ་མ་དེ་ཚོ་ལ་དཀའ་ལས་ཁག་པོ་ཞེ་དྲག་ཡོད་རེད་དེ་ང་འདྲ་ང་རང་གི་ཁོ་རང་ཚོ་ལ་ག་འདྲའི་གི་དཀའ་ངལ་ཡོད་བ་ག་འདྲའི་གི་ལས་ཀ་གནང་གི་ཡོད་བ་དེ་གང་ག་ཧ་གོ་གི་ཡོད། ལོང་ལོང་ལོང།
ལ་རེད། དེ་རིན་པོ་ཆེ་དེ་ནས་ང་མཐའ་མ་དེ་དེ་ག་འདྲའི་བཞུགས་ཡིན། ལ་སྲས། ད། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཀྱི་སྤྱི་ཟླ་གཉིས་པའི། ཚེས་གཅིག་འདི་ལ་རིན་པོ་ཆེན་གྱི་ལྟ་ངེས་ཀྱི་བཙན་བྱོལ་གྱི་ལོ་དེའི་འགོ་ཚུགས་སུ་ཞེས་འདུག་ཅེས་བཀོད་གནང་ཤག་ཨོ་དེ་ང་འདི་མ་ཀློག་ཡོན་ཏན་ཙམ་པ་ང་པས་གཅིག་སྟོང་དགུ་བརྒྱ་རྟ་དགུ་བཅུ་གོ་བརྒྱད་ཀྱི་ཟླ་བ་གཉིས་པ་གཡས་ཡོན་ཏན་པ་ད་བཙན་བྱོལ་ནང་སླེབས་ཡོན་ཏན་ཙམ་པ་ད་ང་ཚོ་ད་ཅིག་བསམ་བློའི་ནང་ལ་ཨ་ལས་ང་ཚོ་དུས་མཉམ་འགྲོ་ཅིག་རེད་དོ་ཨ་འགྲོ་ཨེ་འགྲེ་འགྲོ་ཅེས་དྲན་བྱས་སོ་རིན་པོ་ཆེན་དེ་ཙམ་པ་ད་ཅིག་ང་ཚོ་ལྟ་བུ་ཞིག་ན་ད་མི་དཀྱུས་མ་རེད། རྟ་གཅིག་ནང་མི་ལ་ཁེ་ཤེས་ཀྱི་བྲོས་ན་བྲོས་ཆོག་ཆོག་འགྲོ་ཆ་ག་ནས་འགྲོ་ནས་རྟ་གཅིག་སྟབས་བདེ་འགྲོ་ཆུ་ཡོད་ས་རེད་ཡིན་པ་ཡིན་ནའི་རིན་པོ་ཆེན་སྐབས་དུས་དུས་ཙམ་པ་གཅིག་ལས་ནི་མང་པོ་གཅིག་གང་ལ་མིང་ཡོད་པ་དང་གཅིག་ཡག་དང་མ་ཚང་མ་ལ་ཚིག་གུ་འུད་དུས་ཙམ་པ་རིན་པོ་ཆེན་རྟ་གཅིག་བཙན་བྱོལ་ལ་ཕེལ་ཡ་དེ་ག་འདྲས་བྱས་ནས་ཕེལ་བ་རེད་གཅིག་རྩེ་ནམ་ནམ་མ་བྱས་ཡིན་དུས་ཙམ་པ་དངོས་གནས་གློག་བརྙན་ལྟ་རྒྱུ་ནང་བཞིན་རྔམ་དྲག་ཚ་བོ་ཞུ་ཅིག་འདུག་ལ་ལོ་ཞེས་ལ་ཞེས་ལོ་རྟ་འདི་ག་འདྲས་སུ་བྲོས་བ་ག་འདྲས་གཉན་གང་བྱུང་བ་དེ་ཚོ་ད་ཞིབ་ཆ་ཤེས་ཀྱི་མེད་ལོ་རྟ་དེབ་ནང་ལ་ཡོད་རེད་པ་ལ་རྟ་ལེ་ལ་ཕྱིར་ལ་སུ་ལོག་རོགས་གནང་དེ་ནས། ང་དེ་ད་ཅི་ཞུ་བ་ཡིན་པ་ཐ་མ་དེ་ག་རེ་ཟེར་ན་གཅིག་ནས་ད་པན་ཆེན་སྐུ་འཕྲེང་བཅུ་གཅིག་ཟེར་མཁན་དེ་ད་རྒྱ་བོ་རིན་པོ་ཆེ་གི་ཐག་ཆོད་མ་གནང་བ་དེ་རྒྱ་ནག་གཞུང་གི་ཐག་ཆོད་བྱས་པ་དེ་ངོས་ལེན་མེད་ཟེར་དེ་དང་པོ་རེད། གཉིས་པ་ཐོག་ནས་ང་རང་ལ་ད་ཁྱེད་རང་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་གི་ཡོངས་འཛིན་བྱས་ན་རན་པོ་འདུག་ཟེར་འདུག་ཟེར་གསང་བརྡ་བཏང་བ་རེད། གསང་བརྡ་བཏང་བའི་རྒྱུ་མཚན་ག་རེད་ཟེར་གང་ལ་ང་རང་གི་ཨ་ཞང་ངས་ཞུ་བ་ཡིན་པ། སྐུ་ཕྲེང་བཅུ་པ་གི་ཡོངས་འཛིན་རེད་འདུག་ཟེར་འདུག་གང་ང་རང་ད་ང་རང་གི་རིགས་ཀྱི་བཤད་ན་ད་སོག་རིགས་རེད་བོད་རིགས་མ་རེད་པ། ད་འདུག་ཟེར་འདུག་གང་ལ་སོག་རིགས་ལྟས་ད། རང་བཙན་དང་ཅིག་དེ་ཚོའི་ཐོག་ལ་བལྟས་ཚེ་གྲགས་ཡོད་ཀྱི་རེད་སྲིད་ཁོང་ཚོ་དུག་སྲིད་དམ་པ་མིན་འགྲོ་ཁོང་ཚོ་ཁ་ཉན་གྱི་རེད་སྲིད་དུག་སྲིད་ཞིབ་མཐའ་ང་བཞག་གི་ཡིན་སྲིད་དུག་སྲིད་བསམ་བློ་བཏང་མེད་ན་དེ་གང་ཡིན་སྲིད་ན་ཁོ་རང་ཚོས་བཤད་ལ་ཁྱོད་རང་དེ་དུག་སྲིད་བྱས་པ་ཡིན་ན་ཁྱོད་རང་རང་ངོས་ནས་དཔེ་དེ་ཁེབ་གསང་ཞི་དྲག་ཐོབ་གི་རེད་སྲིད་གང་ཡིན་སྲིད་ན་ཁྱོད་རང་གི་གོ་གནས་ཡག་འགྲོ་གི་རེད་སྲིད་གོ་གནས་ཡག་འཕར་གི་རེད་དེ་ནས་གོ་གནས་ཡག་འཕར་ན་ད་ཁྱོད་རང་གི་དཔེ་དེ་ག་རེ་ཡིན་ན་དཔེ་བདེ་པོ་ཆགས་ཀྱི་རེད་ད། ཡོན་བདག་ཡིན་ན་ཡི་མང་པོ་ཆགས་ཀྱི་རེད་སྦྱིན་བདག་མང་པོ་ཡོང་གི་རེད་ཁྱེད་རང་དབང་ཆ་ཡི་ཆེན་པོ་ཆགས་ཀྱི་རེད་དེ་ནས་ག་བ་ག་ས་ག་ལ་གྲོགས་མཐུན་ནོ་དུ་དུ་སི་ང་དུ་སི་བཤད་ཀྱི་འདུག་བ། དེ་ནས་ད་ང། ད་གོ་གནས་དེ་འདྲའི་ཕར་བ་ཡིན་ན་ད་ང་ལ་དཔེ་དེ་གནོན་ཤུགས་དེ་དཔེ་དེ་བརྒྱ་ཆ་བརྒྱ་མང་རུ་འགྲོ་གི་ཡོད་རེད་པ་དེ་ང་ཧ་གོ་གི་ཡོད་པ། ལ་རེད་ལ། དུ་སི་བྱས་ནས་ད་ང་མཐའ་མ་དེ་ད་ད་གྲོས་ཆོད་མ་ཕྱིན་ན་ད་ཐར་ཡ་ཐབས་ཤེས་མི་འདུག་ཟེར་ངས་དགོངས་པ་ཞུ་བ་ཡིན་པ། དགོངས་པ་ཞུས་ནས་དགོངས་པ་སྤྲད་གི་མི་འདུག། དགོངས་པ་གར་བྱེད་དུ་ཞུ་གི་ཡོད། གཟུགས་པོ་ཡག་པོ་མི་འདུག་གཟུགས་པོ་ཡག་པོ་མི་འདུག་ན་ཨམ་ཆི་བསྟན་ན་འགྲིག་གི་རེད། ཆ་མིང་དེ་བྱས་ཇེའུ་ཅའུ་ཡ་ཡོང་མ་རེད་ད། གཟུགས་པོ་ད་དེ་ནས་གཟུགས་པོ་ཐང་ཐང་བྱུང་སོང་ན་ད་ག་རང་ད་ལས་ཀ་བྱེད་བྱུང་མ་ཐོག་ཆ་དགོངས་པ་ཞུས་ཟེར་དེ་འདྲ་ཡོད་མ་རེད་ཟེར་དགོངས་པ་སྤྲད་གི་མི་འདུག། དགོངས་པ་མ་སྤྲད་ན་ད། བཙན་བྱོལ་མ་ཕྱིན་ན་ད་ཐབས་ཤེས་མེད་པ་དེ་ནི་ད་ང་བཙན་བྱོལ་འགྲོ་རྒྱུ་དེ་འདྲ་རེད། བཙན་བྱོལ་སྤྲོ་བསྡུ་ཁང་ལ་ལྟ་ང་བཙན་བྱོལ་སྤྲོ་བསྡུ་ཉེན་ཁ་ཆེན་པོ་ཞེ་བོ་ཆེ་འདུག་ཟེར་ཆེད་ནི་ད། དང་པོ་དང་ཕྱིར་འགྲོ་ས་དེ་ཀོ་ཏི་མ་ལ་ལ་སླེ་བ་རེད་བ། ཀོ་ཏི་མ་ལ་འགྲོ་དགོས་དོན་ཅི་ན་ག་རེ་ག་རེ་སྤྲོ་བསྡུ་ཁང་ལ་ང་རང་ལ་དེ Passport ཡོད་རེད་དུས་དུས་ནས་ང་ཡང་ད་གོ་ནི་དེ་མཐོན་པོ་རེད་བ། ང་དེ་ཕྱི་འབྲེལ་གི Passport ཡོད་རེད། ད་དེ Diplomatic Passport དེ་ཡོད་རེད། དེ་ཡིན་ཙང་དེ་སྤྱིར་བཏང་གི་འགྲོ་ན་དེ་ཀག་སྟོང་མི་འདུག་ག་འགྲོ་ཆོག་གི་འདུག་ག་བི་ས་ལམ་སར་འགྲིག་གི་འདུག་ག་ང་ཕ་གི་ལེ་བ་དང་ཟླ་བ་གཅིག་གི་བི་ས་ང་སྤྲད་སོང། ང་ཚོ་མཉམ་དུ་མི་ལྔ་ང་ཚོ་མི་བཞི་ཡོད་པ་ཤ་སྟག་ང་ཚོ་འཛོམས་པའི་མི་ལྔ་རེད་ཁོང་ཚོ་གང་ག་ད་ཅི་བྱོས passport བཅོས་མ་དེ་རེད་ཁོང་ཚོ་ལ་ཟླ་བ་ཕྱེད་ཀ་ཕྱེད་ཀ་མ་ཐོ་སྤྲད་པ་སོང་ཉི་མ་བཅོ་ལྔ་གི་དེ་ནས་དེ་ཀའོ་ཏི་མ་ལ་ལ་འགྲོ་ན་ག་འདྲ་ཆེ་ནས་བི་ས་འགྲིག་གི་ཡོད་ཟེར་ན་ཀའོ་ཏི་མ་ལ་དང་རྒྱ་ནག་ནི། ཕྱི་འབྲེལ་གྱི་འབྲེལ་བ་མི་འདུག་གཱ། ཕྱི་སྲིད་ཀྱི་འབྲེལ་བ་མི་འདུག། ཀོ་ཏི་མ་ལ་དང་ཐའེ་ཝན་འབྲེལ་བ་འདུག་གཱ། ཡིན་ཙང། ཀོ་ཏི་མ་ལ་ལ་འགྲོ་དགོས་བྱུང་ན། ཕ་སྐད་ཀྱི། གདན་ཞུས་ཀྱི་ཡི་གེ་ཅིག་ཡོད་ན་སྤ་སེ་རག་གི་འདུག་ད་དེ་དུས་ཡང་བལྟས་ཚེ་གུ་ཡངས་པོ་ཡི་རེད། གདན་ཞུས་ཡི་གེ་དེ་རག་དེ་ནས་ང་རོགས་པ་བྱེད་ཉན་བྱུང་འདུག་ཟེར་ནས་ད་ང་ཕ་སྐད་ལ་གནམ་ཐང་ནས་འདུག་ཟེར་ག་ག་ལ་ཐོན་འདུག་ཟེར་ནས་ད་ཀོ་ཏི་མ་ལ་སླེབས་རྒྱུ་རེད། ཀོ་ཏེ་མ་ལ། སླེ་བའི་ཉི་མ་དེ་དང་པོ་དེ་ད་ཀོ་ཏེ་མ་ལ། ད་ཡང་དཀའ་ངལ་ཏེ་ཚེ་ཕྲད་རྣམས་ཐང་ལ་ཏུགས་སུ་ཏུགས་སུ་ཆད་ནས་དཀའ་ངལ་ཕྲད་སོང་སྟེ་ད་ཡིན་ན་ཐར་སོང་རེད་པ། ལ་རེ་ལ་རེ། ད་ནི་ད་སང་ཉིན་ནི་ད། ད། ཐར་ཚར་རེད་ཟེར་བསམ་བློ་བཏང་རེད་པ། ལོང་ལོང་ལོང། ད་འགོ་ནས་ད། ཕྱི་ལོག་ཕྱིན་ན་དེ་ཕྱི་ལོག་གི། ད་མཁའ་དབུགས་དེའི་ནང་ལ་རང་དབང་སེམས་ཅན་དེ་འདྲ་ཅིག་འདུག་བསམ་བསམ་གི་དེ་འདྲའི་ཚོར་བ་ཅིག་བྱུང་སོང་ད། གང་ཡིན་ཟེར་ན་ད་ག་རེ་བྱེད་ན་ཡང་སོ་སོ་གི་འདོད་པ་རེད། ག་རེ་བཤད་དགོས་ན་ཡང་སོ་སོ་གི་འདོད་པ་རེད། ད། དེ་ང་ཚོ་སྔ་མ་དེ་འདྲའི་འདོད་པ་ཡོད་མ་རེད་པ་ད་གཟུགས་པོ་ཐོག་ནས། རྒྱུ་ཆ་དང།